རྣམ་པ་ལས་འགལ་ཚང་མ་ལོགས་ལ་ཡལ་མཚམས་འདི་བཀྲིས་བདེ་ལེགས་བྱིན་ནས་ཞུ་ཡས་ཡིན། ད་རིང་དགེ་ལེགས་བྱེད་སེང་རོ་ནང་གི་ལེ་ཚན་འདིའི་ནང་ཕྱི་ལོ་ཉིས་སྟོང་ཉིས་བརྒྱ་གསུམ་ཟླ་བ་བདུན་པའི་ཚེས་བརྒྱད་ཉིན་རྒྱལ་སྤྱིའི་བོད་ཀྱི་གཞོན་སྐྱེས་ཚོགས་ཆེན་གྱི་དམིགས་བསལ་ཚོགས་ཐུན་དང་པོའི་ཐོག་བོད་ཀྱི་དེ་བྱུང་རིག་པ། ལོ་མང་རིང་རྒྱ་ནག་གཞུང་གིས་བོད་ཀྱི་དངོས་བྱུང་ལོ་རྒྱུས་ལ་རྫུན་བཟོ་དང་འཁྱོག་བཤད་བྱས་པར་ཁུངས་འཁྱོལ་ཐབས་མེད་པའི་སྐོར་གཙུག་ལག་སློབ་དཔོན་གཙང་སྤྲུག་སྟོབས་ལགས་ཀྱིས་གསུང་བཤད་གནང་བ་ཞིག་ངེས་པར་དུ་གཟིགས་གཟིགས་ཡོང་བ་ཞུ།
ད་གསུང་བཤད་གནང་ཉིན་གཉིས་བ་དེ་ད་ལྟ་གཙུག་ལག་སློབ་དཔོན་ད་ལྟ་གཙང་སྒྲུབ་སྟོབས་ལགས་རེད། ཨ་ནེ། སློབ་དཔོན་གཙང་སྒྲུབ་སྟོབས་ལགས་ད་ལྟ་ས་རཱ་ལ་ད་ལྟ་ཨ་ནེ་སློབ་དཔོན་གྱི་ཕྱག་ལས་གནང་བྱེད་བཅས་ཨ་ནེ་གཙོ་བོ་དང་ཁྱོད་ཀྱི་རྒྱལ་རབས་ལུ་གུ་དང་སློབ་དཔོན་ཕྱག་ལས་གནང་བ་མཉམ་དུ་ཨ་ནེ་ཉམས་ཞིབ་པ་ཅིག་ཆགས་བསྡད་ཡོད་རེད། ཨ་ནེ་ཁོ་རང་ད་ལྟ་ཏཱ་ལའི་བླ་མ་མཐོ་སློབ་ནང་ལ་སློབ་གཉེར་སློབ་གཉེར་ཁང་ནང་ལོགས་ལ་ད་ལྟ་འབུམ་རམས་པ་གྱི་སློབ་སྦྱོང་གནང་གནང་མུས་རེད། ཨ་ནེ། ཁོ་རང་གིས་བོད་ཀྱི་རྒྱལ་རབས་ལོ་རྒྱུས་དང་པཎ་ཆེན་སྐུ་འཕྲེང་རིམ་བྱོན་གྱི་ཐོག་ལ་ལྟ་ཉམས་ཤིང་ཚད་ཐུབ་གནང་བྱེད་སྤྱད་དེའི་སྒང་ལ་དཔྱད་རྩོམ་དང་རྩོམ་ཡིག་དང་དུས་དེབ་དང་ཕྱག་དེབ་མང་པོ་ཞིག་བཏོན་ཡོད་རེད། དེའི་ནང་དཔེར་ཆ་བཞག་བས་ན་རྟ་མདའ་དང་པཎ་ཆེན་ཨ་ཏི་ནེའི་ཞིབ་འཇུག་ཨ་ནེ། གཙང་སྟོད་ལྷ་ཁང་ཕུན་སུམ་གྱི་ཨ་ནེ། དངོས་བྱུང་གི་ལོ་རྒྱུས་ཨ་ནེ། པཎ་ཆེན་སྐུ་འཕྲེང་གུས་པ་དང་གཞུང་ལས་དོན་རྐྱེན་སོགས་ལ་དཔྱད་པ། བོད་ཀྱི་ལོ་རྒྱུས་རིག་པ། བོད་ཀྱི་དངོས་སྲོལ་ཁྲིམས་ཡིག་ཞིབ་འཇུག་གཞུང་འབྲེལ་ཡིག་གཟུགས་འགྲོ་སྟངས་དང། བརྗོད་འདོད། ཨ་ནི་དབུས་གཙང་ལུག་ཁྱུའི་ཆེན་མོ། བྱེད་བྱེད། ཨ་ནི་དེ་དང་མཉམ་དུ་མང་ཡུལ་སྐྱིད་གྲོང་གི་ད་ད་ད་ཉེ་བའི་ཆར་མང་ཡུལ་སྐྱིད་གྲོང་གི་དངོས་བྱུང་ལུག་ཁྱུ་བཅས་ཨ་ནི་ད་གཙང་དེབ་མང་པོ་ཞུ་དེ་སྤོས་གནང་ཡོད་རེད། ཨ་ནི་དེ་ཡུལ་ཙམ་པ་ད་ལྟའི་གི་ད་ད་ད་སློབ་དཔོན་ད་ད་གཙང་གྲུབ་སྟོབས་ལགས་ཀྱི་ད་ད་ད་བརྗོད་གཞི་གཙོ་བོ་དེ་ད་ད་བོད་ཀྱི་ཐོས་བྱུང་རིག་པ་དང་ལོ་མང་རིང་ནས་རྒྱ་ནག་གཞུང་གིས་བོད་ཀྱི་དངོས་བྱུང་ལུག་ཁྱུ་ལ་རྫུན་བཟོ་དང་འཁྱོག་བཤད་བྱས་པའི་ཁུངས་སྐྱེལ་གྱིས་ཨ་ནི་གོས་དག་མེད་པ་ཞིག་ཡིན་པ་དེ་ཨ་ནི། སློབ་དཔོན་སྟོང་ལ་སྟོབས་ལ། སྐར་མ་ཉི་ཤུ་དང་སུམ་ཅུའི་བར་ན་རོ་ན། ཞེས་བྱ།
ཧོ་ལ་སོགས་ཨ་ནི། དེ་རིང་ང་རང་ཚོའི་གཞུང་ཞབས་ཕྱག་ལས་རྒྱུན་རིང་པོ་གནང་ནས་བྱ་བ་ཆེས་མང་པོ་ཞིག་ཕེབས་ཤག་ཨ་ནི། རྣམ་པ་ཚོ་ལ་ཨ་ནི་གུས་བཀུར་གོང་དུ་བཏང་རྗེས་ལྷན་རྒྱས་ཚང་མ་ལོ་བཀྲ་ཤིས་བདེ་ལེགས་ཞུ་ཡ་དང་ཕྱི་དྲིལ་ལས་ཁུངས་ཀྱི་ལས་ཀྱི་སྣེ་མོར་གཏོགས་པ་ཐམས་ཅད་ལ་གོ་སྐབས་དེ་འདྲས་ཅིག་བསྐྲུན་གནང་བ་དེ་དགའ་བོ་ཞེ་བོ་བྱུང་ཐུགས་ཆེ་ཞུ་ཡ་ཡིན། ངའི་ཡིད་དེ་ལྟར་བརྗོད་གཞི་འདི་ག་བ་ས་དེ་བས་ན་གསལ་གྱི་འདུག་ལ། ངས་བརྗོད་གཞི་དེ་དེ་འདྲ། བོད་ཀྱི་ལོ་རྒྱུས་ལས་འཕྲོས་པའི་ནང་འགྲོའི་སྒོར་མོ་ཞུས་ཤིག་ང་རང་ཚོ་ཚང་མ་བོད་པ་ལོ་རང་ང་རང་ཚོར་རང་གི་ཡ་ནི་གྲོས་བསྡུར་ལུས་བྱས་ཤིག་ཐག་ཆོད་མ་ཡིན་པས་ཨ་ནི་ག་འདྲས་འདུག་སྔོན་མས་འདི་འདྲས་བཤད་ཤག་དེ་འདྲ་ང་ཚོ་ད་ནི་སྔོན་མ་དེ་རྒྱུན་འཛིན་ལུས་ག་འདྲས་ཅིག་བྱེད་ཐུབ་ས་རེད་ཟེར་གི་འདི་འདྲས་ཀྱི་ཐོག་ནས་ངོ་སྤྲོད་ཞུས་ཐུབ་ན་བསམ་སོང། གཅིག་དང། ལྟ་བུ་ཞེ་ན་དང་པོ་དེ། བོད་པས་ཀྱི་བོད་པས་ཀྱི་ལོ་རྒྱུས་ལ་ངོས་འཛིན་བྱེད་དང་སྦྱོར་བ། ང་རང་ཚོའི་བོད་པ་ཚོས་ཀྱི་གནའ་བོའི་བོད་པའི་ལོ་རྒྱུས་ལ་མཁས་དབང་སྔོན་མ་ཚོས་ཀྱི་ངོས་འཛིན་ག་འདྲ་བྱེད་གནང་གི་འདུག་ཟེར། འོ་དེའི་ཐོག་ལ་རེད། ད་དེ་ལ་གླང་གྱི་པུ་ཏི་སེ་རུ་སེ་དེ་ཀུན་ང་ཚོའི་དུས་རབས་བཅུ་གསུམ་གྱི་བཅུ་བཞི་པ་ར་ལ་བྲིས་གནང་རྒྱུ་གྱི་སི་ཏུ་བྱན་ཆུད་རྒྱལ་མཚན་གྱི་འདི་འདྲ་ཞིག་གསུངས་གནང་ཡོད་རེད་མ་ཞིག་བཏང་རོགས་གནང། ལར་སྐྱེས་པའི་མི་ཡིས་རང་གི་སྐྱེ་རྒྱུད་མ་ཤེས་ན་ནག་དགུང་གི་སྤྲེའུ་འདྲ། མིས་རང་གི་ཆོ་འབྲང་མ་ཤེས་ན་ཨ་ནི་གཡུ་འབྲུག་བཟོ་མ་འདྲ། ཡབ་མེས་ཀྱི་ཆེ་གེ་ཡིག་ཚང་མ་ཤེས་ན་མོན་འབྲུག་ཡེར་པོ་དང་འདྲ། བྱས་ཙང། ལོ་རྒྱུས་ལ་ཉེ་དེ་མ་ཤེས་པ་ཡིན་ན། སོ་སོའི་འབྱུང་ཁུངས་དེ་མ་ཤེས་པ་ཡིན་ན་དེ་དང་གཅིག་པ་རེད། སྤེའུ་ཨ་ནི་ག་རེ་ཟེར་ན་དེ་འབྲུག་ཨ་ནི་མོན་འབྲུག་ཡེར་པོ།

ད་དེ་ང་རང་ཚོ་བོད་པས་ཀྱི་ནམ་རྒྱུན་གྱི་ཁ་རྒྱུན་ལ་ལ། ངག་རྒྱུན་ནང་ལ་ག་འདྲ་གསུང་བ་རེད་ཟེར་ན། ཤིང་ལ་རྩ་བ། མི་ལ་ལོ་རྒྱུས་ཟེར། ཤིང་ལ་རྩ་བ་མེད་བ་ཡིན་ན། ད་ག་འདྲ་བྱ་འགྲོ་བ་རེད། ཤིང་ཡག་པོ་ཞིག་སྐྱེ་དགོས་ཀྱི་ཡོད་ན་རྩ་བ་བརྟན་པོ་དགོས་ཀྱི་ཡོད། མིའི་རིགས་ཟེར་ན་འདྲ་མི་རིགས་ཟེར་ན་འདྲ་རྒྱལ་ཁབ་ཟེར་ན་འདྲ་རིགས་རྒྱུད་ཟེར་ན་འདྲ་དེ་ཡག་པོ་ཞིག་དགོས་ཀྱི་ཡོད་ན། དེའི་གི་ལོ་རྒྱུས་ཤེས་དགོས་ཀྱི་ཡོད་རེད། བྱས་ཙང། ད་དེ་མ་ཤེས་ན་སྐྱོན་ག་འདྲ་ཡོད་བ་རེད་གལ་སྲིད་དེ་ཚོ་ལ་དོ་སྣང་མ་བྱེད་ཉེ་དེ་ཚོ་ལ་ཡང་ང་ཚོས་ལྟ་སྟངས་ག་འདྲ་བྱེད་བ་རེད་ཟེར་ན་བོད་པའི་ང་རྒྱུད་ན་ལ་བུ་རུ་གསོལ་བ་ལས་ཡིག་རུ་ཉར་བར་དགའ་ཟེར། བུ་རུ་ཟེར་ན་རུ་བ་ཟེར་ན་ད་ཧ་གོ་གོ་རུ་བ་བོད་ཆོས་མེད་སྐྱོར་བ་ཚེ་རུ་ན་གཡུག་ཡ་རུ་བ། བྱས་ཙང་བུ་སྐྱེས་པ་ལ་མིང་དང་ཆང་དྲང་བ་ལ་གཏམ་མི་སྲིད། རེ་བ་ཞིག་སྐྱེ་དགོས། བར་བ། སྲོལ་རྒྱུན་བོད་དཔལ་གྱི། གཏམ་དཔེ་ལ་ཁ་རོག་ཟེར་ན། སྐྱེས་པའི་བུ་དང་བཏབ་པའི་ཞིང། དེ་གཉིས་བློས་གཏོང་ཐུབ་ཀྱི་མ་རེད་ད། ད་ཕ་མ་ཡིས་མང་པོ་བརྗོད་རྒྱུ་རེད་བ་ང་ཚོས་དེ། རེ་བ། སྐྱེས་པའི་བུ་དང་བཏབ་པའི་ཞིང་ཟེར་ན་དབྱར་ཁ་ཞིང་བཏབ་བཞག་རྒྱུ་དེ་ལ་སེམས་ཅན་ག་འདྲ་ཤོར་བ་ཡིན་ན་རྒྱག་རེ་ཤོར་ཡས་རེད་ཡང་མིན་ན་ཚུར་སྐྱིན་པ་སྤྲད་ཡས་རེད། དེ་བཙལ་ཟེར་ན་ག་རེ་ཟ་དགོས་རེད། བུ་རྒྱུད་དེ་རུལ་སོང་བ་ཡིན་ན། རུལ་བ་ཟེར་ན་བོད་ཆོས་མེད་པ་ལས་དགོས་རེད་བ།

བཅད་གཙང། སྤུ་གུ་མང་པོ་ཅིག་གིས་རྒྱ་གར་གྱི་རིག་གཞུང་དང་འབྲེལ་བ་ཡོད་ཀྱི་རེད་བྲམ་ཟེའི་རིག་གཞུང་དང་བྲམ་ཟེའི་རིག་གཞུང་ལ་འཚོ་བ་སྐྱེལ་སྟངས་རིམ་པ་བཞི་བྱེད་ཀྱི་རེད་བ་འོ་དེ་དང་འབྲེལ་བ་ཡོད་ཀྱི་རེད་རྒན་གོ་ལྷོད་ལྷོད་ལོ་ལི་ནེ་པ་ལི་དེ་ཚོ་མང་པོ་ཡོད་རེད་ཕྱི་ལོར་སྟོན་བཤད་བྱོས་དྭགས་པོ་ཞེ་དྲག་མ་རྒྱལ་ཞེས་ཡིན་པ་ཡིན་ནང་ད་ཏོག་རིལ་མ་རྒྱལ་ཞེས་དེ་དཔའ་བའི་དེ་ས་ཡིག་དེ་བུ་རྒྱུད་སུ་ལ་རེག་གི་ཡོད་ཟེར་གྱི་འདུག་བ་བཅད་གཙང་བུ་རུ་རྒྱུད་གསོས་པ་ལས་ཕན་ཐོག་མེད་རྒྱུ་མི་རིགས་མི་བསམ་ཉེས་རྒྱལ་ཁབ་མི་བསམ་ཉེས་ཁྱིམ་རྒྱུད་མི་བསམ་ངེས་ཕ་མ་ལ་དྲིན་ལན་མ་བཅད་ཉེས་ལས་དེ་ཚོ་ལས་ཡིག་རུས་ཉར་བ་དགའ་ཟེར་ན་ཨ་ནི་སོ་སོས་ལ་ཁྲིམས་ཐོག་གི་བདག་དབང་ཡོད་རྒྱུ་གི་འཇིགས་བྱེད་དེ་ཉམས་ར་དགའ་བྱས་ཙང་ད་ང་ཚོས་དེ་ག་འདྲ་ཞིག་ལ་གོ་ལེན་ན་ཡག་གི་རེད་ཟེར་ན། དེ་འད་བོད་མི་རིགས་དང་བོད་རྒྱལ་ཁབ་དང་བོད་ཀྱི་རྩ་དོན་དང་ལ་ཉེས་དེ་ཚོ་ལ་ང་རང་ཚོ་མི་རིགས་གཅིག་ལ་ཆ་བཞག་པ་ཡིན་ན། བསམ་བློ་མ་བཏང་ཕྱིན་ཕྱག་ལས་མ་གནང་ཕྱིན་རང་སྣང་གང་ཤར་སྐྱིད་པོ་རྒྱག་པ་བཏང་ཉིན་རྐྱེན་གྱིས་དེ་ཚོ་ལ་ང་ཚོས་ཀྱིས་གསོ་སྐྱོང་བྱེད་པར་འགྲོ་སོང་བཏང་བ་ལས་དེ་ན་ང་ཚོས་དེ་འདྲ་རེ་བ་རྒྱབ་ཅིག་མང་པོ་ཞིག་སྐོང་རོགས་འགྲོ་སོང་མང་པོ་བཏང་རོགས། གལ་སྲིད་ད་དེ་བྱེད་ཀྱི་མེད་བ་ཡིན་ན། དེ་ལས་ད་ལོ་རྒྱུས་ཡིག་ཆ་དང་ལོ་དྲུག་ཅུའི་ནང་ལ་བཙན་བྱོལ་ནང་གི་རྒན་རབས་པ་ཚོས་ག་ཚོད་ཅིག་སྐུ་ལས་རྒྱབ་ཏུ་དེ་ཡིག་ཆ་དེ་བྲིས་པ་ཚོགས་འདུ་འདི་སྐོང་བ་ལས་ཡིག་ཆ་དེ་ཚོ་བྲིས་ཅིག་ཉར་ཤར་ན་མ་འོངས་པ་ཡང། མི་རབས་གཞན་པ་འདི་ཚོས་ཀྱིས་དོ་སྣང་བྱེད་ཉིན་སླེབས་སྲིད་བ་རེད་བ། བྱས་ཟེར་ན་ང་ཚོ་དེ་མ་ཡིན་པ་ཅིག་བྱས་ཅིག་དེ་འདྲ་རེ་བ་བརྒྱབ་ཅིག་དེ་སྐོང་ཅིག་འགྲོ་སོང་མང་པོ་བཏང་རོགས། དེ་ང་ཚོས་ཅིག་གཟིགས་གནང་དང། ལོ་དྲུག་དལ་ལེམ་གྱི་ཚོང་དུས་ཀྱི་འགྲོ་སོང་འདི། ད་ཀྱི་བོད་ཆོས་ཡག་པོ་བཏང་གནང་ས། བོད་ཆོས་དེ་ལ་བོད་ཆོས་ཡག་པོ་བཏང་མེད་བ་ན་ང་ཚོས་ཀྱི། ལོ་དྲུག་ཅུའི་བཙན་བྱོལ་གྱི་ནང་ལ་རྒྱ་བོར་མི་ཅིག་དབུ་ཁྲིད་པའི་རྒན་རབས་ཚོས་ཀྱི། སྐུ་ལས་སྐྱོན་རྒྱུ་ཚང་མ་ལོ་ཡིག་ཆ་བཟོས་གནང་ན་ལོ་རྒྱུས་ཀྱི་བྱུང་བ་ཅིག་བཙན་བྱོལ་གྱི་ལོ་དྲུག་ཅུ་ནང་གི་ད་མ་འོངས་པ་འདི་ག་ཚོད་ཅིག་ང་ཚོས་ཕན་ཐོག་གི་རེད་མ་འོངས་པ་ལས་ཀ་བྱེད་ཉེན་ཡོད་ཆོག་གི་རེད་བ་བྱས་ཙང་བུ་རུ་གསོལ་བ་ལས་ཡིག་རུ་ཉར་བ་དགའ་སེ་ང་ཚོས་ཀྱི་ལོ་རྒྱུས་ལ་ཉེ་དེ་གལ་ཆེན་པོ་འདི་འདྲ་ཞིག་ཨེ། སྤུ་གུ་དང་སོ་སོའི་སྤུ་གུ་ཟེར་ན་རྩལ་ཆེ་ཤོས་རེད་དེ་དང་ལོ་རྒྱུས་ཉིན་མོ་ག་རེ། སྒོ་རྫུན། འོ་འདི་འདྲ་ཅིག་ཟིན་གནང་གི་འདུག་བ་བྱས་ཙང་འདི་ང་ཚོའི་ལོ་རྒྱུས་ཀྱི་ཞིག་གནས་ཚུལ་ལ་ཅིག་གཏང་གནང་རོགས་གནང། ད་དེ་ནས་ང་ཚོས་ཀྱིས་དེ་འདྲ་རྒན་ལགས་ཡང་གསུངས་སོང། བོད་མིས་རིགས་རུས་ཆོ་འབྲང་ལ་ལྟ་སྟངས་ག་འདྲ་བྱོས་རེད་ཟེར་གྱིས། རིགས་རུས་ཆོ་འབྲང་ཟེར་ད་ང་ཚོས་མི་རིགས་ཟེར་ཞོར་བ་འདི་རིགས། འོ་དེ་དབྱངས་ཅན་གྲུབ་པི་རྡོ་རྗེས་ཀྱིས་ག་འདྲ་གསུངས་སྣང་རེད་ད་དབྱངས་ཅན་གྲུབ་པི་རྡོ་རྗེ་ལ་ང་ཚོ་ཚང་མས་མཁྱེན་གྱིར་བ། རྒྱལ་ཀུན་མཁྱེན་པ་དང་ན་མོ་གུར་རྩོམ་གཉིས་དར་བ། ང་ཚོས་ལེགས་བཤད་ལྗོན་དབང་དང་དཀའ་གནས་ཟེར་བའི་མེ་ལོང་གསུང་གི་མ་རེད་གཞི་རིམ་སྤུ་གུས་ཀྱིས་རྒྱལ་ཀུན་མཁྱེན་པ་དང་ན་མོ་གུར་གསུང་གི་རེད་བྱས་ཙང་འདིས་དེ་འདྲས་གསུངས་སྣང་ཤ་མ་གཏང་རོགས་གནང། རིགས་རུས་དེ་ལ་རིགས་བླ་ན་ཕ་མེས་ཀྱི་སྤྱོད་པ་ཇི་ཡིན་གྱི་རིགས། ཕ་མེས་ཟེར་ན་དཔའ་བ་དང་དཔའ་བའི་ལ་དགོས་རོ། སྤྱོད་པ་ཟེར་དུས་སྒོས་སུ་སྤྱོད་པ་ལ་དེ་ལ་ང་ཚོས་གུས་ཕ་ཡི་ལས་ཀ་ལ་དགོས། ཕ་ཡི་གཤིས་ཀ་ལ་དགོས་ཕ་ཡི་སྐད་ག་རེ་གྱེས་གི་ཡོད་རེད་རེད་བ། ལས་ཀ་ཟེར་དུས་སྒོས་སུ་ལམ་སང་ང་ཚོས་པཱ་ལ་ཤིང་སོགས་ནས་ཤིང་སོགས་ཟེར་སྐད་ཆ་དེ་བཤད་གི་ཡོད་མ་རེད་དཱ། རིག་གཞུང། གོམས་གཤིས། ཕྱག་མཆོད་འབུལ་བྱེད་སྟངས། མི་ཟས་སྐྱེལ་སྟངས། ཁྱིམ་ཚང། ཕན་ཚུན་འབྲེལ་འདྲིས་བྱེད་སྟངས། སྤུ་གུ་དང་ཕ་མའི་པཱ་ར་ལུ་འདུ་ཤེས་འཛིན་སྟངས། ཁྱིམ་རྒྱུད་པཱ་ར་ལུ་དང། མདོར་བསྡུས་ནས་བྱས་ན་དཔའ་བལ་གྱི་འཇིག་རྟེན་ལྟ་སྟངས་ཟེར་སྦྱོར་བ། འོ་དེ། དེ་ལ་ག་རེ་ཟེར་ན་རིགས་ཀྱི་ལས་ཀ་ལ་གོ་བ་རེད། རུས་ཟེར་ན་ག་རེ་ཟེར་ན་དེ་མ་ཉམས་པར་བརྒྱུད་པ་ནས་གང་ཡིན། བརྒྱུད་པ་གང་ཡིན་པ་དེ། བྱས་ཙང་ད་ང་ཚོས་ཀྱིས་དེ་འདྲ་རིགས་དང་རུས་ལ་ཉེ་དེ་ལ་ང་ཚོའི་མི་གཅིག་གི་མི་གཟི་ནང་ལ། རུས་བརླག་གི་མ་རེད། ཡིན་ནའང་མི་གཅིག་གི་མི་ཚེའི་ནང་ལ་རིགས་བརླག་འགྲོ་གི་རེད་ད། རིགས་ཀྱི་ལས་ཀ་མ་བྱས་ན་རིགས་བརླག་འགྲོ་གི་རེད། ད་ལྟའི་ང་རང་ཚོ་ག་འདྲ་འཚོ་གི་རེད་ཟེར་ན། ཉེན་ཁ་ཚ་བོ་ཞི་བ་རེད་དེ་འདྲའི་ང་ཚོས། དེ་ནས་ཕྱི་ལོགས་ལ་ང་ཚོས་མང་པོ་ཞིག་འགྲོ་གི་རེད། སྤུ་གུ་ལོ་གསུམ་པ་བཞི་བ་ལྔ་བ་ནས་ཕར་ཁྲིད་རྒྱུགས་དང་ཕལ་ག་རེ་ཟེར་ན་ནུབ་ཕྱོགས་བའི་སྤུ་གུ་མཉམ་དུ་སློབ་གྲྭ་བཏང་ཡ་ཡིན་པར་བ། ཁྱོད་དེ་ཚོས་ནི་རིགས་ཀྱི་ལས་ཀ་བྱེད་ཀྱི་མི་འདུག་ཨ་དེ་འདྲ་མང་པོ་ཞི་བ་རེད། རིགས་ཀྱི་ལས་ཀ་ཟེར་ན་བོད་པའི་གཤིས་ཀ་མི་འདུག་ཟེར་ཞོག་ཨ། བོད་པའི་ཁྱད་ཆོས་མི་འདུག་བོད་པའི་གོམས་གཤིས་མི་འདུག་ལས་ཉེས་ཤིག། ཀོ། མི་རིགས་གཞན་པ་དང་གཅིག་པ་རེད་ཟེར། བྱས་ཙང་ཁྱོད་ཀྱིས་ག་རེ་བྱེད་ཀྱི་ཡོད་མ་རེད། རིགས་ཀྱི་ལས་ཀ་བྱེད་ཀྱི་ཡོད་མ་རེད། ད་དེ་རིགས་ནས་མར་བུད་འགྲོ་གི་རེད། རིགས་ནས་མར་བུད་འགྲོ་གི་རེད་ཟེར་ན། བོད་པ་མཉམ་དུ་དགའ་བོ་མ་བྱེད་ངེས། བོད་པའི་འདུས་འཛོམས། ལོ་གསར་ཟེར་ནས་ན། དབྱིན་ཇིས་ཀྱི་པར་ཏི་ཟེར་ན་འདྲ་དབྱིན་ཇིའི་མི་དང་མཉམ་དུ་ཕྱི་རྒྱལ་དབྱིན་ཇི་ཟེར་ན་འགྲིག་པ་འདྲ་ཕྱི་རྒྱལ་མི་མི་རིགས་གཞན་པ་ཤོར་བ། དེ་ཚོའི་མཉམ་དུ་དགའ་བོ་བྱེད་ངེས་དང་ང་ཁོ་ཚོ་ལ་གཞི་བདེ་བོ་འདུག་ང་ཁོ་ཚོ་ལ་ག་རེ། ཁོ་ཚོའི་མཉམ་དུ་སྐྱིད་བོ་འདུག་ཟེར་ངེས་ཅིག་ཡོད་ཡིན་ན། ད་དེ་ཉེན་ཁ་ཅིག་ལས་ཀྱི་ཡོད་རེད། རིགས་བུད་འགྲོ་གི་ཡོད་རེད།

ཆོས་དྲང་ཞུས་དགོས་རེད་བྱས་ཙང་འདི་ང་ཚོས་ཀྱི་བོད་པས་ཀྱི་དེ་འདྲ་རྒན་ལགས་ཀྱི་གསུང་བ་འདི་འདྲ་རིག་གཞུང་ན་མི་རིགས་ཐུན་མོང་མ་ཡིན་པ་ཅིག་དགོས་རྒྱུ་རེད་ཟེར་གར་བསམ་ན་འཛམ་བུ་གླིང་ཚང་མ་མི་རིགས་གཅིག་མ་ཆགས་པ་དུས་སོ་སོའི་ཀྱི་ཁྱད་ཆོས་ཞིག་དགོས་ཀྱི་རོ་བའོ་འདི་རེད་ད་གསུམ་པ་དེ་ངས་ཀྱི་མགྱོགས་སུ་བྱིས་གསུང་བའི་ཏག་ཏག་རེད་བོད་པའི་གར་བསམ་ན་སྣོད་བཅུད་ད་བོད་པའི་སྣོད་བཅུད་དེ་བས་དེ་རྣམ་པ་ཚོ་ད་ཚང་མ་ལོ་གནམ་གྲུ་འཕེལ་ཤོས་ཤོར་བ་ཅིག་ལྟ་གནང་དང་གནམ་གྲུའི་ནང་གི་ང་ཚོ་པར་དེ་ལ་ཨེ་ཤི་ཡ་ནས་པའི་ཏོག་དོན་འད་འདུག་བ་དེ་ག་ཚོད་ཅིག་གལ་ཆེན་པོ་ཡིན་པ་ཞིག་དེ་བཞིན་སྐུ་ངོ་ཡང་གསུངས་སོ་དེ་དེ་ཤ་དེ་རུང་དང་གལ་ཆེ་རུ་འགྲོ་དགོས་དོ་དེ་གཅིག་མ་སྐྱོན་ན་ད་དེ་བོད་པས་ཀྱི་སྣོད་བཅུད་དེ་ང་ཚོས་ཀྱི་ང་རང་ཚོ་རང་གི་བོད་པ་རང་གི་འགྲེལ་བཤད་རྒྱག་སྟངས་དེ་ག་འདྲ་ཅིག་རེད་པས་ཟེར་ན་ཏུང་ཧོང་གི་ཡིག་ཆའི་ནང་ལ་ཏུང་ཧོང་ཡིག་ཆ་ལ་གཉིས་ཏེ་ལོ་ཆིག་སྟོང་སྔོན་གྱི་བོད་པས་ཀྱི་སོ་སོའི་ཀྱི་བོད་པས་ཀྱི་ཡུལ་གྱི་བཀོད་པ་དང་སྣོད་བཅུད་འགྲེལ་བཤད་རྒྱག་སྟངས་དེ་རེད་དེ་ལ་ག་འདྲ་ཞིག་གསུངས་ཡོད་རེད་ཟེར་ན་ཅིག་གཏང་རོགས་གནང་མ། འདིར། གནམ་གྱི་ནི་དབུས། ས་ཡི་ནི་དཀྱིལ། གླིང་གི་ནི་སྙིང་པོ། གངས་ཀྱི་ནི་ར་བ། ཨཱ་ནི་ག་རེ། ཆུ་བོ་ཀུན་གྱི་སྒོ། ཨཱ་ནི། རིགས་མཐོ་ཅིང་གཙང། ཡུལ་བཟང། ག་རེ། མི་བཟང་ཞིང། པ་རུ་སྐྱེ། ཆོས་བཟང་དུ་བྱེད། རྟ་མགྱོགས་སུ་འཕེལ་བའི་གནས། ད་དེ་ང་རང་ཚོ་སོ་སོའི་གི་བོད་པ་དེ་སོ་སོའི་ངོ་སྤྲོད་བྱེད་ཡས་ཀྱི་ཡིག་ཆ་དང་པོ་འདིར། ལོ་ཆིག་སྟོང་སྔོན་ལ། ད་ཡང་བཏང་ན་སོང་ཡང་ད་རྫོགས་དགོས་ཟེར་དུས་སུ། བྱས་ཙང། དེ་ག་རེ་བསྟན་གི་འདུག་ཙང་དེ་འདྲ་ང་ཚོས་ཀྱི་བོད་མཐོ་སྒང་ལ་ཟེར་ཞིག་འདུག་ཨ། དེ་དང་གཉིས་མོ་འབྲེལ་བ་ཞོ་ཡོད་རེད། གླིང་གི་སྙིང་པོ་ཟེར་དུས་སུ། མིའི་ལུས་པོ་ཆེན་ལ་སྙིང་པོ་དེ་སྙིང། སྙིང་རེད་བ།

ད་དེ་རིང་དང་ངས་ཡག་པོ་མཐོང་གི་མི་འདུག་ལ་ཞག་ཞག་ཞུ་ལོང། རྗེས་ལ་དྲི་བ་ཡོད་ན་རྗེས་ལ་གནང་ཞེ་ན། ད་དེ་ནི་ང་ཚོས་ཀྱི་བོད་མིའི་འབྱུང་ཁུངས། ད་དེའི་གནད་འགག་ཅིག་ག་རེད་ཟེར་ན། ངས་བཤད་དེ་ཚང་མ་ལོ་རྒྱ་མི་དེ་འདྲ་དེ་མ་ཡིན་པ་བཤད་གི་བ་རེད། བོད་རྒྱ་མིའི་ཆ་ཤས་ཡིན་པ་ས་ཁུག་ལ་བསྒྱུར་བ་མི་རྒྱུད་དེ་དང་རྒྱ་ནག་གི་གར་ཟེར་ན་དེ་ནི་འཕེལ་འགྱུར་ལ་ཞིག། རྒྱ་མི་ཁོ་རང་ཚོའི་མི་དེ་གར་ཟེར་ན།

པོ་ཏཱ་ལའི་ལྡེབས་རིས་ནང་ལ་དེ་འདྲ་ཞེས་པ་ལྟར་མི་སྤེའུ་ལས་བྱུང་རེད་ཟེར་འགྱུར་བ། མི་སྤེའུ་ལས་བྱུང་རེད་ལ་ཉེ་དེ་ང་ཚོས་ཀྱི་དུས་རབས་མ་མཐའ་ས་ལ་ཡང་བཅུ་གཅིག་པའི་གོང་ལ་བཤད་ཡོད་རེད། ཡིན་ནའང་དེ་ཤ་ཚན་རིག་པས་ཀྱི་སྐྱེ་དངོས་རིག་པ་སྨྲ་བ་དབྱིན་ཇི་ཀི་ཏྲ་ཝིན་གྱི་ཆིག་སྟོང་བདུན་བརྒྱ་བརྒྱད་ཅུའི་ནང་གཡས་གཡོན་དུ་ཚུར་ལ་ཨ་ནི་མིའི་རིགས་ཏྲ་ལས་བྱུང་རེད་ཟེར། ཏྲ་དང་སྤེའུ་གཉིས་རིགས་གཅིག་རེད། ང་ཚོས་ཀྱི་བ་ཆུང་ཆུང་ལ་བེའུ་ལ་གི་བ་རེད། རྟ་ཆུང་ཆུང་ལ་ཏེའུ་ལ་གི་བ་རེད། མི་ཆུང་ཆུང་ལ་མེའུ་ལ་གི་རེད། ཏྲ་ཆུང་ཆུང་ལ་ཏྲེའུ་རེད།

བྱས་ཙང་ད་དེས་ག་རེ་བསྟན་གྱི་འདུག་ཟེར་ན་ང་ཚོས་ཀྱི་ནང་བསམ་བློ་ཙམ་མ་ཡིན་པའི་ཕྱི་ལོག་གི་སོ་སོའི་རིགས་རྒྱུད་བྱུང་སྟངས་དེའང་ག་རེ། ཨ་ནི་སྔ་ས་ནས་བཤད་ཡོད་པ་དེ་ཚན་རིག་དང་མཐུན་པ། དར་ཝིན་གྱི་སྐྱེ་དངོས་རིག་པ་དང་མཐུན་པ། དན་ད་བར་དུ་ཚན་རིག་པས་ཀྱི་མིའི་རིགས་སྤྲ་ལས་བྱུང་བ་རེད་ཟེར་འདི་ལ་ཐོས་རིགས་དེ་ལས་དགའ་ཐུབ་མི་འདུག་ད་མ་འོངས་པའང་དེ་ལས་རྒྱལ་གྱི་ཚན་རིག་པ་དེ་ལས་ཐོན་དགོས་ན་ནེ་ཙུའི་ལོ་ཀོ་ཚན་རིག་པ་ཟེར་བའི་སྐྱེ་དངོས་རིག་པ་བས། ད་མི་དང་པེའུ་གཉིས་བོད་པ་དང་པེའུ་གཉིས་བར་ལ་འབྲེལ་བ་ག་འདྲ་ཡོད་རེད་ཟེར་ན་ལོ་བཞི་སྟོང་སྔོན་ནས་འབྲེལ་བ་འདུག་འོག་གི་པེའུ་སྒོ་ཞིག་འདུག་ཨ་པེའུའི་སྒོ་དེ་ལྷ་ས་ཆུ་ཁོངས་ནས་རྙེད་བཞག་རྒྱུ་ཞིག་གནའ་ཤུལ་དེ་ལ། Archaeology། གྱིས་བརྟག་དཔྱད་བྱས་འདུག་གསུངས་ལོ་བཞི་སྟོང་ནས་ལྔ་སྟོང་བར་ཨ་རེད། བྱས་ཙང་འདི་གི་ག་རེ་ར་བསྟན་དགོས་རེད་ཟེར་ན་ང་ཚོས་ཀྱི་མི་རིགས་ང་ཚོ་པ་ལ་པེའུ་རེའི་ལས་སྦྱོར་བ་སྤྲ་རེད་ཟེར་ཟེར་བ་ཡང་མིན་ན་འདི་གི་འདུ་ཤེས་དེ་སྔོན་མ་ནས་ལོ་བཞི་སྟོང་ལྔ་སྟོང་གི་གོང་ནས་ང་ཚོ་ལ་ཡོད་བ་ར་འཕྲོད་དགོས་རེད་ཡང་མིན་ན་ང་ཚོས་པེའུ་ལྷ་ལ་བརྩི་དགོས་བ་རེད་དེ་སྨན་ཚོགས་ས་ཆ་འདི་ནས་པེའུ་འདི་འདྲ་རྙེད་དགོས་རྒྱུ་མཚན་མི་འདུག་པེའུ་སྒོ་ཞིག་ཁོ་མིག་སར་གྱི་རྩལ་ཆེན་པོ་ཅིག་བརྩིགས་ཡོད་བ་རེད་མ་མཐའ་སར་ལ་པེའུ་དང་ང་ཚོའི་པ་ར་ལ་ཧ་རེད་སྤྲ་ཟེར་ན་འདྲ་པེའུ་ཟེར་ན་འདྲ་དེ་ཡང་ང་ཚོའི་པ་ར་ལ་འབྲེལ་བ་ཞེ་བོ་ཅིག་ཡོད་བ་དེ་འདི་ནས་གསལ་བོ་ཞིག་ར་འཕྲོད་འདུག་བསམ་གྱི་འདུག་ད་སྔ་བ་དེ་བོད་བཙན་པོའི་རྒྱལ་ཁབ་མངའ་ཐང་ཆད་ཙང་ད་ད་ལྟ་ང་ཚོ་ཐབས་སྐྱོ་བོ་ལ་ཇི་ཐུག་དེ་ཧ་ས་ག་ལ་བོད་དོན་ཞུ་དུག་ཡིན་ན་སྲིད་ཚར་ཚར་ཚར་རྒྱུག་བསྡད་གོ་ཡོ་ར་བ་ཆད་ཙང་དངོས་གནས་ཀྱི་མི་རིགས་དེ་ཨེ་ཤི་ཡའི་གི་ནང་ལ་དབང་བསྒྱུར་ཐུབ་ཉེན་གྱི་མི་རིགས་བྱེས་པ་ཆེན་པོ་ཞི་བོ་སྟོབས་ཆེན་ཞི་བོ་དེ་ད་འཛམ་བུ་གླིང་ནང་ལ་ཨ་མི་རི་ཀ་ལས་ཅིག་ཅིག་ང་ཚོ་དེ་ཡང་སྲིད་གོ་བསྡད་དང་ཅིག་བཤད་བསྡད་ཞོ་ར་བ་དཔེ་མཚོན་ལ་ཐོན་ཡ་ཞིག

བོད་ཨེ་ཤེ་ཡའི་གི་ཁར་ཟེར་ན་ད། བཙན་རྒྱལ་ཨ་ལགས་ཀུ་མ་རེ། སྟོབས་ཤུགས། འོ་དེ། དེ་འདྲས་བགྱིས་པ་རེད། དེ་ཙམ་མ་ཡིན་པའི་དེ་རྡོ་རིང་དེ་ཇི་བཞིན་དང་མ་རེད་རྡོ་རིང་དེ་ལྔ་བཅུ་ང་དགུ་ཁོང་ལ་མེ་བ་བཟོས་བཞག་རྒྱུ་གི་འཕྱོང་རྒྱས་ལ་བཙུགས་བཞག་རྒྱུ་རྡོ་རིང་བགྱིས་པ་རེད། ཁྲི་སྲོང་ལྡེ་བཙན་སྐབས་སུ། ཆིག། བདུན་ཆིག་སྟོང་མ་རེད་བདུན་བརྒྱ་དགུ་བཅུ་གཡས་གཡོན་དེ་ཚོ་ལ། དེ་འདྲས་ཀྱི་རྡོ་རིང་དེ་ངའི་རྡོ་རིང་བོད་པའི་ལ་རྡོ་རིང་དེ་འདྲ་མང་པོ་ཡོད་དེ་ངས་དཔེ་མཚོན་བཞག་པ་མ་གཏོགས་རྡོ་རིང་དེ་མ་རེད་ད། དེ་འདྲས་ཀྱི་རྡོ་རིང་གཅིག་ལ་བོད་པའི་མངའ་ཐང། སྟོབས་ཤུགས་དེ་མངའ་ཐང་དེ་ག་ཚོད་བར་དུ་ཁྱབ་ཡོད་རེད་ཟེར་ན། ཡལ་གི་ནི་སྟག་གཤིག། མ་གི་ནི་ལོང་ཤན། ཟེར་ལབ་གི་རེད། སྟག་གཤིག་ལ་ཉེ་དེ་དེ་ཤག་གར་ཟེར་ན་ཨ་རབ་ཀྱི་ས་ཆ་རེད། ལོང་ཤན་ལ་ཉེ་དེ་ཀྱི་སྐུ་ངོས་སྲུང་བ་དེ་རྒྱ་ནག་ཤི་ཡན་སའི་ས་ཆ་རེད། སྔོན་མ་རྒྱ་ནག་གི་ཐང་རྒྱལ་ཁབ་དེ་སོ་དེ་དཔའ་དུ་ད Central Asia ཡོད་ན་ཅི་ལ་དབུས་ཨེ་ཤི་ཡའི་ལས་ཀྱི་དུ་བ་ཆ་ཚང་ལོ་ཅི་བོད་བཙན་པོའི་དབང་བསྒྱུར་བྱས་བསྡད་པ་རེད་དཔང་རྟགས་འཁྲུག་མེད་ཁོ་རང་རྡོ་རིང་གི་ཡིག་ཆ་བ་རེད་ནམ་རྒྱུན་ང་ཚོས་འགྱུར་བ་མེད་པ་དེ་ལ་རྡོ་ལ་རི་མོ་བཀོད་པ་ལ་ཁ་བྱེད་ཀྱི་རོ་ཨ་འོ་འདི་ཚོ་བཀྲེས། བོད་དོན་ཞུ་གཏུག་གནང་འདོད་སྐོར་སུ་བསྟན་རོགས་གནང་ཡང། ཅི་གནང་རོགས་གནང། ད་དེ་རེད་བཙན་པོའི་སྐབས་ཀྱི་ང་ཚོའི་དབང་སྒྱུར་དམག་ཟེར་ན་དཔུང་བཅུ་ག་བོ་ཚེ་ཟེར་ན་དེ་རྐྱེན་སྐུ་ངོ་ཡང་སོང་ཟ་ཡི་གི་དེ་ཤག་གི་ར་ཤི་ཡ་ཡང་མེད་ན་དབུས་ཨེ་ཤི་ཡ་ཟེར་ངེས་ནས་ཨུ་སི་པན་སི་ཏན་ལ་ཞིག་འདུག་ཨ་འདི་པ་རུ་བོད་པའི་དམག་ལ་ཡོད་རེད་མ་བྱས་ན་ཤི་ཨན་ལ་གི་རུ་དེ་ཤག་ཁྲང་ཨན་ལ་གི་རུ་རེད་རྒྱ་ནག་གི་དངུལ་དམག་གི་རྒྱལ་ས་ཐང་རྒྱལ་རབས་ཀྱི་རྒྱལ་ས་དེ་རེད་དེ་པ་དུ་ལས་ཡོད་རེད་བྱས་ཙང་སུ་བྱས་ན་ཆུ་མོ་གང་ག་པ་དུ་ལས་ཡོད་རེད་ཆུ་མོ་གང་ག་ཚུ་གས་ཚ་ཡོད་རེད་ཕ་བྱས་ན་བེ་དེ་དེ་ཤ་ར་ཤའི་ས་འཛོམས་པ་དུ་ལེན་ཡོད། དེ་དངོས་རི་དང་སྦྲུམ་མ་རི་དང། རི་བོའི་རྒྱལ་རི་རི་རབ་ཆེ་གི་སྐོར་གཏོ་དེ་འདྲ་མ་རི་དང། དེ་དེ་ཤ་འཛམ་བུ་གླིང་གི་ལོ་རྒྱུས་སྨྲ་བ་ལྷག་པར་དུ་ཨེ་ཤི་ཡའི་གི་ལོ་རྒྱུས་སྨྲ་བ་ཚང་མ་ལོག་གི་གར་སྣ་ཁས་ལེན་ཡོད་དང། དཔང་རྟགས་བསྟན་ཅིང། རེ་ཤ་ཟེར་གི་གྲུབ་དོན་ཕྱིར། བྱས་ཙང་འདི་ཚོ་བལྟས་ཚེ་ང་ཚོས་གིས་གཟིགས་ཐུབ་པ་ན་ཁྱད་པར་ཡོད་ཀྱི་རེད་བསམ་གྱི་འདུག་ལ། བཏང་རོགས་གནང། ད་ངའི་ཐང་མ་དེ། ད་ལྟ་དགེ་ལགས་ཀྱིས་གསུངས་གནང་ས། བོད་ཀྱི་རིག་གཞུང་གི་རྣམ་གཞག་ཅེས་བར་བ། ད་ལྟ་ང་ཚོས་གིས་མཚམས་མཚམས་ང་རང་ཡང་བསམ་གྱི་འདུག་ང་ད་སློབ་ཕྲུག་རྐྱང་ལ་ཅིག་དྲི་བ་བྱས་བསྡད་དགོས་བར་བ། བོད་པའི་རིག་གཞུང་གལ་ཆེན་པོ་རེད་ད་བོད་པའི་རིག་གཞུང་གལ་ཆེན་པོ་རེད་ད་ཟེར་བར་བ། གང་འདྲས་ཟེར་གལ་ཆེན་པོ་རེད་བས། ག་འདྲེས་གལ་ཆེན་པོ་རེད་ཟེར་ཞོར་བ་དེ་རག་མ་འགྲོ་ན་ཨ་ནི་གལ་ཆེན་པོ་རེད་ད་གལ་ཆེན་པོ་རེད་ད་སུས་རེད་པཱ་ལས་གསུང་གི་འདུག་ཟེར་གལ་ཆེན་པོ་རེད་ད་ཟེར་ཨ་རྒན་ལགས་གསུང་གི་འདུག་ཟེར་ཀུ་ཤོ་ལགས་ཀྱིས་གསུང་གི་འདུག་གལ་ཆེན་པོ་རེད་ད་ཨ་ད་དུས་ན་རྒྱལ་བ་རིན་པོ་ཆེས་གལ་ཆེན་པོ་རེད་ད་གསུང་གི་འདུག་ཟེར་གྱི་མ་རེད་བ། དེ་མ་ཡིན་པའི་ངེས་ཤེས་འདྲོངས་ཆེད། ཨ་ལས་དངོས་གནས་རྒྱུ་མཚན་འདུག་ཟེར་ཉི་མ་དེ་ནས་བྱས་རྗེས་ད། རིག་གཞུང་དེ་དངོས་གནས་ཀྱི་དོ་སྣང་ལས་ཀྱི་རེ་བ་བརྗོད་པ་རེད་དེ་མ་ཚོ་གལ་ཆེན་པོ་རེད་ད་ཟེར་ན་པཱ་ལཱའི་ལག་གི་དུ་གལ་ཆེན་པོ་རེད་ད་ཟེར་དུ་ཨ་ནི་ང་ཚོའི་གི་རིག་གཞུང་རོལ་བ་ཟེར་དེ་ཙམ་གྱི་ཁུངས་ཐོབ་ངེས་པ་རྙེད་པའི་ཐོག་ནས་བྱས་ཙང་དེ་ང་ཚོའི་གི་བོད་པའི་གི་རིག་གཞུང་གི་ཐོག་ལ་ད་ལྟ་བོད་ལྗོངས་སློབ་གྲྭ་ཆེན་མོའི་དགེ་ཡོན་བསྟན་འཛིན་དུ་གྲུབ་ལ་ཞུ་ཉེན་བྱོས་རོགས་ཁོ་རང་གི་འགྲེལ་བཤད་གཉིས་པོ་ཞེ་བོ་བསྐྱོན་གནང་སོང་བྱས་ཙང་བོད་པའི་གི་རིག་གཞུང་གི་རྣམ་གཞག་ལོ་དེ་གར་ཟེར་ན་ཕྱི་ནང་ཕྱི། རིག་གཞུང་རྣམ་གཞག་དེ་རེད་བ། ད་འདི་ལ་ངའི་དཔེ་མཚོན་དེ་རྗེ་བཙུན་མི་ལ་རེ་བ་བཞག་ཡོད། ད་གིན་དགེ་ལགས་ཀྱིས་གསུངས་ས་རྗེ་བཙུན་མི་ལ་རེ་བ་དེ་གུང་ཐང་རིན་པོ་ཆེན་དེ་གུང་ཐང་རིན་པོ་ཆེན་དགེ་ལགས་ཐུགས་མཉེས་གནང་ཡོད་ས་རེད། གལ་སྲིད་ན། ང་རང་ཚོའི་འགྲོ་མགོན་ཆོས་རྒྱལ་བ་བ། བོད་ཆོལ་ཁ་གསུམ་བོད་ཆོལ་ཁ་ཟེར་དེ་འགྲོ་མགོན་ཆོས་རྒྱལ་བ་བའི་སྐབས་སུ་སོག་པོའི་ཟོལ་སྐྱོ་ཆེ་རུ་བ། འགྲོ་མགོན་ཆོས་རྒྱལ་བ་བ་ལ་ཆོལ་ཁ་གསུམ་སྤྲད་ཉེས་ལ་ཉེས་དེ་སྐབས་དུས་དུས་ཀྱི་སོག་པོ་གི་རྐུབ་ལས་ཁང་ཟེར་ཉེས་དེ་རེད། ཀོབ་ལེ་ཁང་གི་འགྲོ་མགོན་ཆོས་རྒྱལ་འབའ་བ་ལས་དྲི་བ་བཏང་བར། འགྲོ་མགོན་ཆོས་རྒྱལ་འབའ་བ་སྐབས་དེ་དུས་དགུང་ལོ་བཅོ་བརྒྱད་ཡན་ཡོད་ཕྱིར། ཁྱེད་རང་ཚོ་བོད་སི་ཉེ་འདི་ལ་ཨ་ནི་ཀར་སི་ན་ཕོ་རྒོད་ཤོས་དེ་སུ་རེད། དབང་ཐང་ཆེ་ཤོས་སུ་རེད་ཟེར་ན་ཆོས་རྒྱལ་མོས་པའི་རྣམ་གསུམ་རེད། ག་རེ་བྱས་ནས་དབང་ཐང་ཆེན་པོ་རེད་ཟེར་ན། ཨ་ནི་བལ་ཏི་ཨེ་ཤི་ཡ་ཟེར་ན་འཛམ་བུ་གླིང་བོད་ཚང་མ་གཅིག་གྱུར་བཟོས་རེད་ཟེར། ད་དེ་ཚོ་བཞག་བཞག་ཞོག། ཕོ་རྒོད་ཤོས་སུ་རེད་ལ་རེད་ཕོ་རྒོད་ཤོས་རྗེ་བཙུན་མི་ལ་རེད་བ་རེད། ག་རེ་བྱས་ནས་ཕོ་རྒོད་པོ་རེད་ཟེར་ན། ཨ་ནི་ཚེ་གཅིག་ལུས་གཅིག་ལ་དགོས་སངས་རྒྱས་རེད། ད་འདིའི་གིས་ང་ཚོས་ག་རེ་བསྟན་དགོས་ཟེར་ན་ཕྱོགས་གཅིག་ནས་འཇིག་རྟེན་གྱི་ལྟ་སྟངས་རེད། ར་བ། རྒོད་པོ་ལ་ནི་མི་རྒོད་པོ་ལ་ནི་ག་འདྲ་ཞིག་ལ་བརྩི་གི་ཡོད་རེད་ཟེར་ཏེ། གཉིས་པ་བྱས་ན། བོད་པའི་རིག་གཞུང་གི་རྣམ་གཞག་ཆ་ཚང་ལོ་ཐི་ལོ་དང་རྗེ་བཙུན་མི་ལ་རེ་བ་རེད་ཟེར་ཏེ། བྱས་ཙང་འདི་གི་ཕྱིས་སི་ཏུ་སྐབས་སུ། ཕྱིས་ད་ལྟ་ང་ཚོས་ཀྱི་སྤྱི་ཚོགས་ཀྱི་དཀའ་ངལ་ཞིག་འདུག་བ། ད་ལྟ་ནུབ་ཕྱོགས་བ་དང། རྒྱ་ནག་ཡང་མང་ཆེ་རེད། ཕྱིས་འཇིག་རྟེན་དཔེ་བྱས་ན་ངའི་ཁང་པ་དང་པོ་དེ་རྗེ་བཙུན་མི་ལ་རེ་བའི་འཁྲུངས་ཁང་དེ་རེད། སྐྱིད་རོང་ལ་ཡོད་རྒྱུག་གི་འཁྲུངས་ཁང་འདིར། བྱས་ཙང་ང་ཚོའི་མི་ཚང་མ་ལོ་ཀར་སྲིད་ན། འོག་དེ་ལ་ངས་ཅིག་ཞུས་ཡོད་ང་ཚོའི་ཆོས་ལ་བྱས་ན་ངེས་འབྱུང་བྱང་སེམས་ཡང་དག་པའི་ལྟ་བ། ད་དེ་དགེན་ལགས་ཀྱིས་ཡག་པོ་ཞེ་བོ་གསུངས་གནང་གི་རོ་ཨ། བྱས་ཙང་ཕྱི་དེ་ག་རེ་རེད་ཟེར་ན། ཕྱི་ཡི་དཀའ་ངལ་འདི་ནས་གྲོལ་ཐུབ་གི་མི་འདུག་རིག་གཞུང་གཞན་པ་ཚོ། དཔེ་ཤ་ཤ་བས་ན། ད་རྣམ་པ་ཚོས་མང་ཆེ་བྱིངས་ཀྱི་ཤེག་སི་ཕི་ཡཱ་ལ་ཉེ་ཞོ་བ་ཁོ་རང་གིས་སྒྲུང་མང་པོ་ཞོ་བྲིས་ཡོད་རེད་བ་དེའི་ནང་ལ་སྐྱོ་གར་གྱི་སྒྲུང། སྤྱི་དང་ང་ཚོའི་བརྩེ་གདུང་དང། སྡུག་པོ་གི་དཀའ་ངལ་མ་ཚོའི་སྒྲུང་དེ་ཚོ་ཞེ་དྲག་དགའ་བོ་བྱེད་ཀྱི་ཡོད་ས་མ་རེད་བ་སྔོན་མ་ར་ནས་སྐྱོ་གར་གྱི་སྒྲུང་དེ་ལ་མཐའ་མ་དེ་གར་སོང་ན་ཧམ་ལེ་ཏི་དང་དེ་ཚོའི་སྒྲུང་དེ་མཐའ་མ་མཐའ་མ་མ་བརྩི་ན་ཡང་མེད་ན་ནུབ་ཕྱོགས་བའི་སྒྲུང་བརྒྱ་ཆ་བརྒྱད་ཅུ་ཚོའི་སྐྱོ་གར་གྱི་སྒྲུང་ཡང་མེད་ན་རང་ཤི་རྒྱ་ཡས་རེད། ཡང་མེད་ན་མི་ཡི་གི་སའི་རེད། བྱས་ཙང་དེ་ཚོ་ཕྱིས་ཀྱི་དཀའ་ངལ་སྦྱོར་བ་ཕྱིས་ཀྱི་དཀའ་ངལ་དེ་ལས་ཐར་བྱེད་ཁུ་ཚུར་གྱི་བསམ་བློ་ཞན་པ་ཅིག་མི་འདུག་ཕྱིས་ཀྱི་དཀའ་ངལ་དེ་ལས་གྲོལ་ཐབས་བྱས་ཏེ་ག་རེ་ཟེར་ན་དཀའ་ངལ་ཆེ་གེ་མང་པོ་འཕྲད་ཀྱི་རེད་བ་དེ་ལས་གྲོལ་ཐབས་བྱས་ཏེ་ག་རེ་རེད་འདུག་ཟེར་ན་ཤེས། རྣ་བ་མ་འགྲོ་ན་གསལ། དེ་ལས་གྲོལ་མི་དགོས་ཟེར་བརྗོད་བ་རེད། དཔེ་ཆ་ཤ་སྟག་རྣམ་པ་ཚོའི་གཟིགས་གནང་རྒྱུ་ཡོད་ན་རྒྱ་ནག་གི་ཆུ་ངོགས་གཏམ་རྒྱུད་ལ་ཉེ་བརྗོད་རེད་ཆུ་ངོགས་གཏམ་རྒྱུད་ཀྱི་ནང་ལ་དཔའ་བོ་བརྒྱ་དང་བརྒྱད་ལས་ཀྱི་རེད་གཙོ་བོ་ག་རེ་ཟེར་ན་རྒྱ་ནག

འདི་གི་བསམ་བློ་ཞེ་བོ་རེ་ད། དཔེ་བཤད་ན་ང་ཡ་ང་ཚོ་གསལ་ཤོད་ཅིག། ཡུག་རེན་ལི་རེ་ཤེ་ཞེ་བོ་སྡུག་པོ་བཏང་གི་འདུག་ཨ། ང་དེ་བཏང་འདུག་གོ་སུ་ང་སྐྱིད་བོ་ཁྱུ་ནས་བྱུང་གི་ཡུག་སྲན་ལི་གདུང་སེ་ཉམས་ཆུ་ཞེ་བོ་ཡོད་ག་རེ་ས་ན་རྒྱ་མིས་གི་ང་ཚོ་ལ་བསྙབ་བྱ་ཞེ་བོ་ན་ད་བྱེད་གི་འདུག་ཨ། ཡུག་རེན་གི་སྲིད་འཛིན་དེ་ག་ཚོད་ཅིག་ལོ་རྒས་སོ།

ད་དཔེ་བྱས་ན་ང་ཚོས་དུས་སུ་བརྩེ་དུང་རེ་ཞིག་ཐུགས་སུ་བསྐོར་དོགས་བྱེད་པ་ན། འོ་ད་ཕ་མ་གིས་གཉེན་སྒྲིག་གི་རང་དབང་མ་སྤྲད་ཅིག་བྱེད་ཀྱི་མི་འདུག་ཟེར་ན། ཨ་ནི་ཁོ་གཉིས་གཉིས་བརྩེ་དུང་ཞི་བོ་ཡོད་ན། ད་ང་གཉིས་བྱེད་ཀྱི་མི་འདུག་ཨ། ད་ག་རེ་བྱེད་རེད། ནུབ་ཕྱོགས་ནས་ཤིག་གིང་སའི་སོ་ད་འདྲ་མི་འདྲ་དེ་ལ་ལར་སེ་བ་རོ་བ་ཡང་མི་འདྲ་མི། ང་གར་སེ་ན། ང་ཚོས་གར་སེ་ན། ད་བྱུང་མ་ཟ་རང། དེའི་གར་སེ་ནམ་རྒྱ་ཁྲ་ཚང་བསྐུར་ཞོར་བྱས་ཞོར་ངའི་སྒྲོལ་མ་གླིང་ལ་འགྲོ་དགོས། ལམ་ཀ་གཉིས་པ་བྱེད་བར་གདའ།

ད་སངས་རྒྱས་དགོས་རེད་སེམས་ཅན་ཐམས་ཅད་ཉེ་རིང་ཆ་ཐག་མེད་པའི་འདི་འདྲའི་གི་ཞི་འདུག་ཞིག་དུ་ན་བྱང་ཆུབ་སེམས་དཔའི་གི་ནུས་པའི་སྟོབས། རྒྱལ་བ་རིན་པོ་ཆེ་ག་བ་ཕེབས་བ་ན་མི་ཚང་མ་ལ་སྐྱིད་བོ་ཞི་བོ་ཡོང་གི་འདུག་ཨ། ཨོ་དེ་ནང་ད་ཅིག་ནུས་པའི་སྟོབས་ཅིག་དེ་འདྲ་ཡོང་གི་རེད། བྱས་ཙང་བོད་པའི་རིག་གཞུང་ལ་ཕྱི་ལོག་གི་ནང་ཕྱི་ལ་གཉིས་དེ་ཡོད་རེད། དེ་འདྲའི་བསམ་བློ་བཏང་དང་ཞུ་བ་རེད། བྱས་ཙང་མི་ཡུལ་གྱི་བསམ་བློའི་ནང་ལ། དཀའ་ལས་ཁག་འགག་རྩ་ཅིག་ལ་ཐུག་དུས་ཐག་གཅོད་ཆེན་པོ་ཞིག་ཨིན་ཇི་ཀ་ལ་དྲི་ཟའི་ཤུལ་ན་ལེགས་འགྲོ་བ་ཆེན་པོ་བྱེད་དུས་སྒོས་སུ་གཞི་ནས་མི་དེ་ལ་བློ་རྒྱ་བཀྲུས་ཉེས། རྒྱབ་བརྟེན་ས་ཡོད་སྐྱོ། དེ་འདྲས་བཟོས་ཡས་དེ་བོད་པའི་རིག་གཞུང་གི་ཁྱད་ཆོས་རེད་ད། འདི་རེད། ང་ཚོས་ཆོས་གཞུང་ཆོས་ཀྱི་སྐོར་བསྡུ་ནས་བཤད་ན། ངེས་འབྱུང་བྱང་སེམས་ཡང་དག་པའི་ལྟ་བ། ངེས་འབྱུང་ལ་དུས་སྐབས་སུ་འཁོར་བ་ལ་དཀའ་ངལ་བསྐྱེད་པ་རེད། བྱང་སེམས་ཟེར་ན་ཨ་ནི། འཁོར་བ་ལ་དཀའ་ངལ་དེ་ལས་གྲོལ་བྱས་ནས་བྱང་ཆུད་ཀྱི་སེམས་དཔའ་སྒོམ་བའི་གཞན་ཕན་འགྲུབ་པས་རེད། ཡང་དག་པའི་ལྟ་བ་ཟེར་དུས་སུ་ཐར་པ་དང་ཐམས་ཅད་མཁྱེན་པའི་གི་ལམ་མ་ནོར་བར་སྒྲུབ་པའི་ལྟར་བ། དེ་བྱེད་དུས་སྐབས་སུ་ང་ཚོས་ཕལ་སྐད་ལུགས་ཡག་གོ་བདེ་བོ་སྐྱེད་བྱས་ན། གནོད་པ་མ་རྒྱག། དང་པོ་སྟེ། གཉིས་པ་སྟེ། ཕན་འདོགས་སྒྲུབ་མི་ཤེས་ལ། གསུམ་པ་སྟེ། གནོད་པ་མ་བརྒྱག་ཕན་འདོགས་སྒྲུབ་ན་ག་རེ་ཡོད་བ་རེད། རང་སྐྱིད་པོ་གཞན་སྐྱིད་པོ། འཇིག་རྟེན་མཐུན་པོ་མཐུན་པ་སྤུན་བཞི་ནང་དག་གཅིག་བཏགས་རོགས་གནང། ཨོ་དེ་ནང་དག་ཞིག། མཐུན་པོ་པོད་བཞི་ལས་ནི་ང་ཚོས་ད་དེར་བར་མཐུན་སྒྲིལ་དེ་འདྲ་རྒན་ལགས་ཀྱིས་གསུངས་ས་མཐུན་པོ་བྱེད་དགོས་རེད་ཟེར། འགན་ཁུར་གཞོན་གཅེས་ཀྱི་བསམ་བློ་དེ་འོ་ཐུགས་ཟིན་དགོས་རེད། དང་པོ་དེ་སྣོན་མ་རྒྱག། གཉིས་པ་དེ་ཕན་སེམས་སྒྲུབ། གསུམ་པ་དེ་སྣོན་མ་རྒྱག་ཕན་སེམས་སྒྲུབ་ན་འབྲས་བུ་ག་རེ་ཡོང་གི་རེད། མ་ནོར་བའི་ལམ་དེ་མཐུན་པོ་པོད་བཞི་ནང་དག་འཇོན་དགོས་ན་དེ་འདྲ་འཇོན་གི་རེད། ད་ཕ་གཞི་ནས་ཀྱི་དུས་ཚོད་དེ་གཙང་མི་འདུག་དེ་འདྲས་སྦྱིན། ཨ་ནི། རེ་བ་ལ། རྣམ་པ་ཚོ་ཚང་མ་ལོས་འགན་ལ་ང་ཉིད་ཀྱིས་དད་ཀྱིན་གྱི་ག་རེ་ཟེར་ན་དེ། ལེ་ཚན་འདི་བོད་པའི་གི་རིག་གཞུང་དང་འདི་འདྲ་ཡིན་པ་སོང་ཙང། ཨ་ནི་ངན་ཚུལ་གྱི་སྐད་དང་རིག་གཞུང་དེ། རིག་གཞུང་གི་དང་ངོ་བོ་སེ་ཚང་མ་རྣམས་ནས་ཡག་ཤོས་ད་བེ་སྲུང་སྐྱོབ་བྱེད་ཉེན་དེ་སྐད་དེ་རེད་དོ་བ། བྱས་ཙང་རྣམ་པ་ཚོས་གི་སྐད་ཡག་ཐག་ཆོད་མཁྱེན་གྱི་ཡོད་བ་རེད་བསམ་གྱི་འདུག་ངེས་པར་དུ་སྐྱོན་དགོས་རེད། དད་ཀྱིན། ཨིན་ཇི་སྐད་ཅིག་གཉིས་ཅིག་དྲི་བ་རྣམས་ལ་སེ་སྐྱོང་ལ་ཁོ་ཚོས་བོད་སྐད་ཤེས་གྱི་ཡོད་རེད་ང་ཧ་གོ་གི་ཡོད།

ཅེས་དང་ཁ་སང་ཕྱི་དྲིལ་ཁོ་ཚོས་གསུངས་གནང་འདུག་གསུངས་སྤུ་གུ་སྤྱིའི་ཚོགས་ཆུང་མ་ཚང་མ་ལ་དཀའ་ངལ་འཕྲད་ཀྱི་མི་འདུག་གསུངས་སང་དེ་བྱེད་འདུག་གོ་གསུངས། ད་ང་ཚོས་དན་ད་བོད་སྐད་མ་སྐྱོན་ན་ག་དུས་སྐྱོན་པ། བཤད་ཉེས་བོད་པ་གསད་ཉེས་བོད་པ་ཨ་ནི་རྒྱ་མི་ལའི་ཞེ་དྲག་མི་འདུག་ང་དེ་ཡི་གེ་ཆེན་པོ་བཞི་བོ་བྲིས་འདུག་ཨ། རྒྱལ་གཅེས་བོད་ཀྱི་གཞོན་སྐྱེས་གར་སེམས་ལ་སྲོག་ཆད་བསྲེས་ཏེ། རྒྱལ་མི་གི་རྗེས་དང་གྲི་གུར་དང། འོག་དེ་ལ་ཆུང་ཆུང་ཆེ་རྒྱལ་ཡི་རྒྱལ་ཡོད་དེ་ལ་ཆུང་ཆུང་ཆེ་བོད་དང་འབྲེལ་བའི་ལས་དོན་བྱེད་དུས་གུར་སོ། ད་ང་ཚོས་ཁོ་ཚོའི་རྡོག་ལྟར་ཆེན་མོ་ཆེ་བོ་བྱེད་ཀྱི་རེད་བ། དེ་རྣམ་པར་རོ་བ་འདི་གིས་མི་གི་སེམས་ཁམས་ལ་ཞེ་བོ་སྤྲད་ཀྱི་རེད། ང་རྒན་ལགས་གཅིག་ད་རྒན་ལགས་གཅིག་བྱས་ན་རྗེས་གནང་ཡོད་ཀྱི་རེད། ཉིས་སྟོང་གསུམ་བཞི་ཅིག་ལ་དམངས་གཙོ་ཚོགས་པ་ལ་ཉེ་ཆེ་བ་རང་རེད་རྒྱལ་ཡོངས་དམངས་གཙོ་རྒྱལ་ཡོངས་ག་རེ་བར་སྲིད་ན་འགྲོ་བ་མིའི་ཐོབ་ཐང་སྲིད། སྲོང་བཙན་པོས་ཚོད་གང་ལ་ཅིག་གནང་སོང་གཏམ་ང་སྐབས་དེ་དུས་གསར་འབྱོར་སླད་དཔེ་དེ་ཨ་སི་གླིང་ཟས་ཀྱི་དུ་བ་དེ་འདྲ་རེད་ད་ཨ་ནི་པའི་ཟབ་སྦྱོང་ལ་འགྲོ་དགོས་རེད་ས་ཨ་ནི་ཕྱི་ལོག་གི་བལ་ནཱ་ལ་གོ་ར་ད་ང་ཚོའི་ཆེ་བསྟར་ཚང་མ་ཡིན་ཅིག་བྲིས་ཤག་གཏམ་བཤད་ཚང་མ་རྒན་ལགས་དང་བཅས་པའི་གི་སྐབས་སུ་ང་རྒན་ལགས་སུ་ཡིན་མ་ཧ་གོ་ཡོད་མ་རེད་རྒན་ལགས་དང་བཅས་པའི་གི་ཨིན་ཇི་རྒན་ལ་གསུངས་གནང་ས་ད་ལྟ་དེ་དག་ཁྱེད་ཚ་ཞོག་ཚོས་རྒྱ་མི་ཚང་མ་རྒྱ་སྐད་དང་བྱི་སྐད་བ་ངོ་བོ་འགྱུར་ཡས་ཤིག

སྐྱོན་བརྗོད་བྱེད་ཉིད་དྲ་འདུལ་བ་ལྟས་བལྟས་ཟེར། རྒྱལ་མིས་གསོལ་བ་ཡིན་ཆོག་གི་རེད། མ་རེད་ད། ལྟས་ཟེར་ཁོ་ཚོས་འབད་བརྩོན་ལ་ཆེད་ལམ་སང་བརྩམས་ཀྱི་འདུག། ཁྱོད་ཅིག་མ་རེད་དེ་འདྲ་མ་རེད་བ་ང་ཚོས་ལྷག་བསམ་རྣམ་དག་གི་རིག་གཞུང་ལ་འགན་འཁྱེར་ཉིན་ན་དགག་པ་ཁྱོད་ནས་རྒྱག་གི་མ་རེད་བསམ་གྱི་འདུག་ཁར་ས་ཁོ་ཚོ་ཡར་རྒྱས་གཏོང་ཡག་གི་ཅིག་ཞིག་རེད་བ། ང་ཡིན་ན། དབྱིན་ཇི་མ་སྦྱངས་ལག་གི་མེད་ད་ང་དབྱིན་ཇི་ཤེས་གི་མེད་ང་དབྱིན་ཇི་ཞེ་བོ་སྦྱང་གི་ཡོད། ཡིན་ན་ང་དབྱིན་ཇི་ཡག་པོ་ཆགས་ཅིག་རྣམ་པ་ཚོ་ལ་རྒྱ་ཡག་མིན་ད། དབྱིན་ཇིའི་མི་གྲངས་ལ་རྒྱལ་སྤྱིའི་གི་བོད་རིག་པ་དང་ཟེར་གྱི་འདུག་ང་ཡང་དེ་ཚོའི་ཆེད་དུ་རྒྱལ་ཡས་རེད་མ་ཚོ་བོད་པའི་མཉམ་དུ་བོད་སྐད་མ་རྒྱག་ན་ནི་ག་དུས་རྒྱག་ག། ངས་སྦྱང་གི་ཡོད་ད་དབྱིན་ཇི་དེ་ནང་ད་ང་རང་ཚོའི་བོད་སྐད་སྦྱང་གནང་ད། ས་ར་ལས་ལོ་གཅིག་ཚོད་ཟླ་བ་དྲུག་ཚོད་ན་རྒྱུག་པ་ཞེ་བོ་འགྲོ་གི་འདུག་ངོ་ངས་དེའི་རྣམ་པ་ཚོ་ལ་ཞུ་འདོད་བྱུང། འབད་བརྩོན་གནང་ད། གང་ཅེ། བརྒྱ་ཆ་ལྔ་བཅུ་ལས་བརྒྱ་མེད་པ་ན་དེའི་གི་བརྒྱ་ཆ་ལྔ་བཅུ་བོད་པའི་གི་རིག་གཞུང་སྲུང་སྐྱོབ་བྱེད། བརྒྱ་ཆ་བརྒྱ་ཐམ་པ་མ་རྒྱག་ན་ཚ་ཚ་ར་ད། ཉི་ཤུ་རྩེ་ལྔ་བརྒྱད་ན་བརྒྱད་རེ་ཕྱག་རྡོ་བརྒྱད་ཞིག་འདུག་བ། ཕྱག་རྡོ་སྐྱོན་རྐྱང་ཅིག་གོ་རེ་ད་ཆ་ཚང་མ་མེད་བ་ན། དེ་ནི། འདོད་པ་དང་རྒྱན་བསྐུར་ཅིག་བསམ་བློ་ཡོད་ན་ཡར་རྒྱས་འགྲོ་གི་རེད། འདོད་པ་དང་རྒྱན་བསྐུར་བསམ་བློ་མེད་ན་ནི་ད་ཡར་རྒྱས་འགྲོ་གི་མ་རོ། འོ་འདི་འདྲ་ཞིག་ཞུ་འདོད་བྱུང་ཐུགས་ཆེ། ལོ་བོད་གཙང་སྒྲུབ་སྟོབས་ལགས་ཐུགས་ཆེ། ཨ་ནི་ད་ནང་ད་དེ།

རྒྱ་ལ་བརྗོད་གཞི་གནང་དུས་རྩ་བ་བརྗོད་གཞི་མ་འདྲ་ཅིག་ཞིག་རེད་བརྩམས་པ་ལ། ད་དང་ད་ལོ་རྒྱུས་ཀྱི་ཐོག་ནས་ང་ཚོ་ད་ལྟ་ཀོང་བོ་སྲིད་སྐྱོང་མཆོག་གིས་ད་གི་རུ་བ་ལོ་རྒྱུས་གལ་ཆེན་པོ་ཡིན་པ་དེ་ཚོ་བཀའ་སློབ་གནང་ཡོད་རེད། རྒྱ་ནག་དངོས་ནས་ལོ་རྒྱུས་འཁྱོག་བཤད་ཤུགས་ཆེན་པོ་ཞིག་གྲུབ་ཀྱི་ཡོད་དུས་བརྩམས་པ་ལ་དེའི་ཐོག་ནས་ད་ང་ཚོས་གི་ནས་ག་འདྲས་ག་འདྲས་གསུང་དགོས་རེད་བས་ཅེས་བྱས་གི་ལ་ཡང་ཅིག་མདོར་བསྡུས་ཙམ་བྱས་རུ་བ་ད་ལྟ་ང་ཚོ་དེ་ལ་ད་ཞུ་གཏུགས་བྱེད་ཀྱི་ཡིན་ཞེས་གསུང་དུས་བརྩམས་པ་ལ་ཡང་ལོ་རྒྱུས་ཀྱི་རང་བཞིན་ཐོག་ནས་བཀའ་མོལ་གནང་དགོས་ལོ་རྒྱུས་མཁས་པ་ཞིག་དེ་ཕེབས་ཡོད་དུས་བརྩམས་པ་ལ་དེའི་ཐོག་ནས་བཀའ་མོལ་ག་འདྲས་གནང་དགོས་རེད་བས་དེའི་དོན་དུ་གསུང་གནང།
རེད་དེ་འདྲ་ད་བོད་པས་ཀྱི་ལོ་རྒྱུས་ཐོག་ནས་ད་ང་ཚོའི་ཀོ་ད་ལོད་དུ་གློད་པ་རེད་ལབ་ག་རེད་ག་རེ་ལབ་རེད་བོད་རྒྱ་མིའི་མངའ་ཁོངས་ཀྱི་གནས་ཚུལ་ལ་བྱོལ་རོ་ཨ་དེ་བོད་པས་ཀྱི་བླ་མས་རྣམས་ད་ན་བརྒྱ་ཆ་བརྒྱ་མང་པོ་འདུག་རྒྱ་ནག་གི་མན་ཇུའི་ཡི་གེ་ད་རྒྱ་ནག་གི་དེ་སྐབས་སུ་ད་བཤད་ཀྱི་ཡོད་མ་རེད་ད་བཙན་པོའི་སྐབས་སུ་ད་བོད་དང་རྒྱ་གཉིས་ལོ་ག་རང་ཅིག་ཅིག་ཆོད་བསྡད་ཡོད་རོ་ཨ་ད་ཁོ་ཚོས་ག་འདི་ནས་ག་རེ་ཡོང་ག་རེ་ཟེར་ན་སོག་པོ་ཟེར་གུར་བ་རྒྱ་ནག་གི་ཡོན་ཡིན་ན་ལ་གུར་བ་ང་ཚོས་གི་དེ་ལ་སོག་པོ་ལ་གི་འདུག་སོག་པོ་ལ་གི་མ་རེད་དངོས་གནས་ཕྱི་ན་ཧོར་རེད་བོད་པའི་གི་སྐབས་དུས་དུས་གི་བོད་པའི་ཐ་སྙད་ག་རེ་འབོད་དགོས་རེད་ཟེར་ན་ཧོར་ཟེར་འབོད་དགོས་རེད་སོག་པོ་དེ་ག་འདི་ཕོ་བྲང་གི་སྐབས་སུ་ཡོན་གི་གུར་ཞིག་གང་ལ་ཉེ་བྱོས་བ་ར་རྒྱ་བ་དགུ་ཁྲི་ལྔ་བ་དང་ཉི་མ་ཆོས་ཡོན་གི་འབྲེལ་བ་ཡོད་ཉེ་དེ་ལ་སོག་པོ་ལ་གི་བ་རེད་ས་སྐྱ་དཔེར་མཛད་ཀུན་དགའ་རྒྱལ་མཚན་དང་འབྲེལ་བ་ཡོད་ཁྱོ་དེ་ལ་ཧོར་ལ་གི་བ་རེད་བྱས་ཙང་རྒྱ་མི་གི་དན་རྟགས

ཨོ། རྒྱལ་བོ་ཀར་སེ་ན་རྒྱལ་བོ་རིན་པོ་ཆེ་ཡང་དེ་བྱེད་ཀྱི་ཡོད་མ་རེད། ཆབ་སྲིད་ཀྱི་ཐུགས་འགན་གཙོ་བོ་གཞན་ཡོད་མ་རེད། ཨཱ་ནི། དབང་ཆ། བོད་པའི་ཐོག་ནས་སྡེ་སྲིད་དེ་རེད། སྡེ་སྲིད་དེ་སུས་བསྐོས་ཀྱི་ཡོད་རེད་ཟེར་ན་གུར་ཞིག་བསྐོས་ཀྱི་ཡོད་རེད། ཨཱ་ནི། གུར་ཞིག་བསྐོས་ཡོང་དུས་སྐོར་སུ། ཧོ་ཤོ་རྒྱལ་ཁང་ཡིན་ན་ཞིག་ལ་ཞིག་ད་ཁོ་ཚོས་ཀྱི། ལས་ཁུངས་རྣམས་ལ་སོང་ན་གསར་བ་ཞིག་བཟོས་ཡོད་རེད། དེ་རྒྱ་ནག་གི་འཆར་གཞི་རེད་དོ། གཏམ། Article དཔེ་རྙེད་རྩོམ་ཡིག་དཔེ་རྙེད་ཐོག་མ་འདི་ཞིབ་འཇུག་བྱེད་ཉིན་ཐོག་མ་དཔེ་རྙེད་འདི་སོག་པོའི་མིས་བྲིས་པ་རེད། སོག་པོ་རང་ལ་ནང་སོག་ལ་སྒོ་ར་ནང་སོག་དེ་འདྲ་འདི་ལ་དེ་ཉིན་ཁོས་རྩོམ་ཡིག་སྤེལ་པའི་ལོ་རབས་བརྒྱད་བཅུ་བའི་ནང་ལ་སྤེལ་རེད། ད་དེ་འདྲ་ཁོ་ཚོ་དེ་དཔྱད་གཞིའི་ལས་ཚུར་ལེན་གྱི་རྒྱུ་མེད་འདྲ་བྱེད་ཀྱི་འདུག་དང་པོ་ཅི་ཅིས་བྲིས་སྐྱག་རྫུན་བཤད། རྗེས་དེ་ལ་སྐྱེགས་ཚུལ་བཤད་རྒྱུ་མང་པོ་བཞོ་ར་ངོ་ལ་ཨན། ཞིབ་འཇུག་པའི་མིང་ཁྱེར་རྒྱུ་གཅིག་གི་རྒྱུ་བྱ་སྒྲ་སྒྲ་ལ་གོ་རུ་བ Reference ཟེར་ཏེ་སྐྱེགས་ཚུལ་བཤད་རྒྱུ་དེ་ཚོ་ཚང་མ་ཚུར་རུག་རུག་བཟོས་རྗེས་ཨ་ནི་བོད་པའི་གི་ཐོག་ལ་འགྲེལ་བཤད་རྒྱབ་བཞིན་ད་ཁོ་ལ་དཔྱད་གཞི་ག་རེ་རེད་ཟེར་ན་དེ་ལ་ཡིག་ཆ་དེ་ལ་བཤད་བྱ་ཡིག་ཆ་དེ་ལ་བཤད་བྱ་ཡིག་ཆ་དེ་ལ་བཤད་དགོས་བ་རེད་ཡིག་ཆ་ཚང་མ་ལོ་ཁུངས་མེད་སྐྱོ་དེ་འདྲ་རེད་བྱས་ཙང་དེ་འདྲ་ཁོ་ཚོས་འདིར་བཤད་ཅིག་ད་ང་རང་ཚོའི་རྣམ་པ། ཐུགས་ན་ནང་གོས་ཟ་བྱེད་ཁོ་ཚོས་མ་ར་མ་ར་མ་ར་ལེགས་འདུག་ད་ད་རྒྱལ་བ་ལྔ་བ་དང་གུ་གུ་ཞིག་གངས་པ་ར་དུ་ཧོ་ཤོད་རྒྱལ་ཁང་ཡིན་ན་བྱོས་བ་རེད། དེ་ད་ངོ་ན་བྱས་ན་ང་ཚོས་བྱས་ན་དགེ་འདེབས་ཕོ་བྲང་ཡོད་ར་བ། ཧོ་ཤོད་རྒྱལ་ཁང་གི་འོག་ལ་ཨ་ནི་དགེ་འདེབས་ཕོ་བྲང་དང་ཨ་ནི་དལ་གྱི་རྒྱལ་ལ་གུ་དལ་གྱི་རྒྱལ་ཟེར་ན་མཚོ་སྔོན་པོའི་ཨ་མདོ་རྒྱལ་རྒྱུད་ལ་དབང་བསྒྱུར་རྒྱུ་གཉིས་བྱས་བ་རེད། ཧོ་ཤོད་རྒྱལ་ཁང་དུ་སུ་རེད་ཟེར་ན་གུ་ཤྲི་དང་རྒྱལ་བ་རིན་པོ་ཆེ་འདྲ་མཉམ་བྱས་ནས་བསྡད་ཡོད་རེད། དེ་དེ་འདྲ་ཀྱེ་མི་གི་ཐུགས་སུ་བཤད་ཡོང་གི་འདུག་བྱས་ཙང་དངོས་ཡོད་གནས་ཚུལ་ལ་འདི་འདྲ་རེད་ཟེར་ན་མ་རེད་ད་ལྟ་ང་ཚོས་དཔང་རྟགས་ག་ས་ག་ནས་བསྟན་ཡོད་རེད། དཔེ་བྱས་ན་སྐབས་དུས་དུས་ཀྱི་དབང་ཆ་ཡོད་དང་མེད་ཟེར་འདྲ་དེ་འདྲ་ཡོད་ར་སྐབས་དུས་དུས་ཡོད་ར་ལུང་ལས་ཀྱི་ཐམ་ག་ལ་གི་རུ་བ་ཐམ་ག་དེ་སུས་མཚན་རྟགས་དེ་སུས་འོག་ནས་འགྲོ་གི་འདུག་ཟེར་ད་རུ་བ་དབང་ཆ་རྒྱུ་རེད་དེ་རུ་བ་ཐམ་ག་དེ་སུས་རྒྱག་གི་འདུག་སྐབས་དེ་དུས་རྒྱལ་བ་རིན་པོ་ཆེའི་གོང་དུ་བཞག་པའི་འོག་ལ་ཐམ་ག་སུས་རྒྱག་གི་ཡོད་རེད་ཟེར་ན་སྡེ་སྲིད་དང་གུར་བཞི་གཉིས་ཀྱིས་མཉམ་འབྲེལ་རེད། ཐམ་ག་དམར་ནག་གཉིས་རྒྱག་གི་རེད། བྱས་ཙང། སྐབས་དེ་དུས་ཀྱི་སོག་པོ་དེ་ལ་ང་རང་ཚོ་བོད་པའི་གི་གཞུང་ཡིག་ནང་ལ་གཞུང་སོག་བ་ལབ་གི་རེད། གཞུང་གིས་སོག་པོ་བྱས་རེད་ཟེར་ན་རྒྱལ་བ་རིན་པོ་ཆེ་ལ་སོག་པོ་ཁོ་རང་གི་རྒྱུད་པ་དང་བཅས་པ་གུར་བཞི་གང་རྒྱུད་པ་ལྟར་བྱས་པ་བསྟན་པ་མེད་པའི་ཆོས་སྦྱིན་དུ་ཕུལ་བ་ཡིན་ལབ་གི་རེད། བསྟན་པ་མེད་པར་ཟིན་ན་རྒྱུན་ཆད་མེད་པར་ཆོས་སྦྱིན་ཟིན་ན་སྤྱི་དཔལ་གྱི་རྒྱུ་ནོར་ཡང་ཆོས་པ་བཀའ་བསྡུ་བྱེད་ན་དགེ་ལུགས། དགེ་བར་མི་བྱེད་དབུ་ཁྲིད་པའི་གཞུང་དགེ་འདུན་དགོད་གྲངས་ངམ་དགེ་ལུགས་པ་ལ་ཁར་ཟིན་ན་ཕུལ་བྱ་ཡིན་ལ་འོ་རེད། དེ་ཕུལ་བའི་ཉིན་དེ་ནས་ཕྱིན་ཅི་ཁོ་མི་སེར་དེ་སུས་མི་སེར་ཆགས་རེད་ཟིན་ན་བོད་ཀྱི་མི་སེར་ཆགས་རེད། མི་རིགས་དེ་སུ་རེད་ཟིན་ན་སོག་རིགས་རེད། རྒྱལ་ཁོངས་དེ་སུའི་རྒྱལ་ཁོངས་རེད་ཟིན་ན་བོད་པའི་རྒྱལ་ཁོངས་རེད།

པཎ་ཆེན་རིན་པོ་ཆེན་གྱི་ཞེ་བོ་འགག་པ་སྐྱོན་ནང་ཡོད་རེད་ང་བོད་ཀྱི་ཞེ་བོ་འགག་པ་སྐྱོན་ན་ནང་གསལ་སློབ་གྲྭ་ཟེར་དུས་ཟེར་ན་སྤུ་གུ་འཛིན་གྲྭ་དྲུག་པ་ནས་རྒྱ་ནག་ལ་མ་ཁྲིད་འགྲོ་དགོས་རེད་ཧྲན་ཤིའི་ཞིང་ཆེན་ནང་ལ་ད་ཀུན་ཧོ་ཚེ་མཁྱེན་གྱི་ཡུལ་ཆེ་ཆེ་ན་ཕེབས་མྱོང་ཡ་ཡོད་རྒྱུ་རེད་འདི་ན་བོད་ལྗོངས་སློབ་གྲྭ་ཆེན་མོ་ལ་ཉེ་ཆེ་བ་རེད་བོད་ཀྱི་སློབ་གྲྭ་ཆེན་མོ་ཧྲན་ཤིས་ནང་ལ་ཞི་ཡན་མིང་འཛུགས་བརྟག་ཞུས་ཟེར་ནས་མི་རིགས་སློབ་གྲྭ་ཆེན་མོ་ལ་ཉེ་ཞིང། དེ་ལ་བཞག་རྗེས་ལོ་བཅུ་བདུན་དེ་ལ་བཞག་རྗེས་ངོ་བོ་བསྒྱུར་བའི་སྐད་ཆ་བཤད་དགོས་རུང་བ་ཆེ་ཚང་པན་ཆེན་རིན་པོ་ཆེའི་སེམས་ཐུགས་སེམས་སྒྲ་བླངས་རྗེས། ང་ཚོ་ཀ་ཤས་ངོ་བོ་བསྒྱུར་དགོས་པར་གདའ། སྤུ་གུ་ལ་སློབ་གསོ་ག་རེ་སྐྱོན་ཡོད་རེད་ཟེར་ན། ཁྱེད་རང་ཚོ་མ་འགྲོ་དུས་སྐོར་སུ་བོད་པ་རེད་གདའ། ཡག་ཡོང་དུས་སྐོར་སུ་ག་རེ་ཡོང་དུས་རྒྱ་མི་བྱས་ཉོ་གི་འདུག་གདའ། ཨ་ནི་ཡག་ཡོད་འདུག་སུ་ཕ་མ་ལ་ཁར་སེ་ན་བཙོག་སྣང་བྱེད་ཀྱི་འདུག་ད་ཟེར་བ་ཕ་མ་ཚང་མ་གྲོང་སེར་ཞེ་ལྷག་པ་དང་འགྲོགས་པ་ཡིན་ན་ད་བག་ཚ་ཁོད་ཆོད་ཡིན་འགྱུར་བ་ཨ་ནི་རྒྱ་ནག་ནས་ཡག་ཡར་ཐོན་ཡིན་ཡོད་མདོག་མདོག་བྱེད་ནི་ཕ་མས་ཐུགས་ཁག་འགྲོ་ཁག་བྱེད་འུ་རང་ང་ཚོའི་འཐམ་རྒྱུ་ཞིག་ག་རེ་དུ་སུ་བི་རྒྱ་བཏང་གི་འདུག་ད་ཟེར་དོན་ཚོའི་སྤུ་གུ་གར་རྒྱུ་རེད་ལྟ་ཆོས་རྒྱུ་རེད་བར་དེ་ལ་དགག་པ་ཞོ་སྐྱོན་རེད་དེ་དག་གི་གཏན་སྡོད་སློབ་གྲྭ་ལ་ཉེ་ཆེ་བཤད་ཀྱི་འདུག་བ་གཏན་ཆགས་ལ་བ་ཁར་སེ་སྦོ་ཏིང་སི་ཁུལ་ན་བཤད་ཀྱི་འདུག་བ་དེ་བོད་རང་ལ་ཡོད་བ་མ་རེད་དེ་རྒྱ་ནག་ལ་མ་ཁྲིད་འགྲོ་གི་བར། ད་དེ་འདྲ་འདི་གི་སྲིད་ཇུས་དེ་གཞི་ནས་བོད་ཀྱི་ས་ཁུལ་ག་ས་ག་ལ་གཅིག་བྱེད་ཀྱི་འདུག་ད་འདིའི་ནང་ལ་བཞག་བ་ཡིན་ན་ལྟ་སྤྱོད་ཚང་མ་བསྒྱུར་དགོས་རེད། རིག་གནས་གསར་བརྗེ་གི་སྐབས་སུ་ཕྱི་ལོག་ནས་རིག་གཞུང་གཏོར་རེད་མི་ག་རེ་ཟེར་ན་དེ་བྱས་རེད། ཉེས་རྡུང་བཏང་རེད། ཡིན་ནའང་བོད་པའི་གི་ནང་སེམས་ཀྱི་གཅིག་གི་འོ་ར་རིག་གཞུང་འབྱོར་བ། དེ་ཁྱུ་ནས་ཁོ་རང་བརླག་ཏུ་བརླག་ཡོད་མ་ར་བོད་འཇིགས་རིང་མོ་ཞིག་བཀའ་ཐེ་གནང་ཡོད་བ་ཁྱེད་ཚོས་ང་བཙོན་ཁང་ན་བཅུག་འདུག་གི་རེད་ཡིན་ན་ངའི་རྣམ་པར་ཤེས་པ་ནས་ཁྱེད་ཚོས་དུས་ནམ་ཡང་ཧ་རེ་སྟངས་འཛིན་བྱེད་ཐུབ་གི་མ་རེད་སྐོར་འདྲོན་བྱེད་ཐུབ་གི་མ་རེད་ད་དེ་འདྲ་རྣམ་པར་ཤེས་པ་སྟངས་འཛིན་བྱས་ལ་རིག་གཞུང་གི་ཨིན་སི་ཏོལ་ལ་གྱུར་བ་ད་དེ་ལ་རྒྱ་མིག་གི་རིག་གཞུང་བླུག་ཡོད་རེད་ད་དེ་བླུག་ཚར་ན་ད་ཚར་ཚར་རེད་ད་ཨ་ནི་ག་རེ་ལ་བ་རེད་ད་ང་ཚོས་དཔེ་བཞི་བ་ཕ་ཤིའི་བཙོང་རྗེས་གླང་གོག་ཉོས་བ་ཟེར་ཞིང། ཞིང་ཁ་དེ་བཙོང་རླངས་འཁོར་ཉོས་བྱས་ན་འདི་རླངས་འཁོར་ག་རེ་བྱེད་ད་བོད་ཆོས་ཡོད་མ་རེད་བ། རླངས་འཁོར་ཉོ་ཡས་ཆེད་དུ་ཞིང་ཁ་བཏབ་ཡས་ཆེད་དུ་རླངས་འཁོར་ཉོ་གི་ཡོད་རེད་བ། ཕ་ཞིང་ཁ་དེ་བཙོང་བྱས་རླངས་འཁོར་ཉོས་བྱས་ད་རླངས་འཁོར་དེ་སད་བྱས་ལོ་གཅིག་ད་སད་བྱས་ཤ་སྐྱི་བོ་བྱེར་ནས་ད་ལོ་ན་ཤ་རྒྱག་ཚར་ཟེར་ཡིན་ལ་གོ་གྱུར་བ་དེ་སྨོན་ཚོད་ད་ཚར་ཚར་ར་བྱས་ཙང་དེ་ནང་དག་ཅིག་ང་ཚོའི་ཆ་ཡས་ཉན་ག་འདུག་དེ་ཚོ་ལ་རྣམ་པ་རྩོད་གི་ད་བོད་དོན་ཞུ་གཏུག་ཡིན་ན་རེད་ཐུགས་སྣང་གནང་ཡས་ན་རེད་ཐུགས་གཟབ་གནང་དགོས་ཅེས་མོས་སྒྲོལ་བསམ་གི་ཐུགས་ཆེ།
དྲི་བ་དམངས་དྲི་བ་ཡོད་ན་བསྐུལ་རོགས་གནང།
བཀྲ་ཤིས་བདེ་ལེགས་ང་འཇར་མ་ནི་ཡོང་བའི་ངའི་སྨྱོ་ང་སོམ་ཕི་ཟེར། ཨ་ནི་དགེ་ལགས་ངས་བཀའ་འདྲི་བྱེད་ལ་ད་ལྟ་ད་ལྟ་འཇར་དང་ལོ་རྒྱུས་ཀྱི་སྐོར་ཞིག་འོད་དུ་བརྩམས་པ་ལ། འདི་ང་ཚོ་བོད་བཙན་པོ་རྒྱལ་རབས་ད་གླང་དར་མ་ནས་མཇུག་རྫོགས་ཡིན་ཟེར་གི་འདིའི་ཁ་བཏགས་དེ་སྔོན་མ་ངས་དགེ་ལགས་ཀྱི་བཀའ་སློབ་དེ་འདྲ་མང་པོ་ཉན་མྱོང། ང་ཚོ་བཙན་པོ་རྒྱལ་རབས་མཇུག་རྫོགས་པ་འདི་ལ་ནི་ཆོས་ལུགས་ཀྱི་ད་ཤུགས་རྐྱེན་ག་ཚད་ཐེབས་ཡོད་ན། དེའི་སྐོར་བཀའ་སློབ་ཅིག་གསུང་རོགས་གནང་ཐུང་ཐུང་ཟེར། ཧང་ཆོས་ལུགས་ཀྱི། ང་ཚོ་ཆོས་ལུགས་བོད་ལ་དར་ནས་ཨ་ནི་འདི་ད་གང་འཚམ་ནས་བཙན་པོའི་རྒྱལ་རབས་འདི་མཇུག་རྫོགས་པ་འདི་མཇུག་རྫོགས་པ་དྭངས་སང་ན་གཞོན་གཞོན་སྐྱེས་མང་པོ་ཟིག་གི་ཨ་ནེ་ཁ་ཤས་ཀྱིས་ཆོས་ལུགས་ཀྱི་ཤུགས་རྐྱེན་ཐེབས་པ་རེད་ཟེར་ཡང་འགྲོ་དང་ད་དེ་འདྲ་སྐོར་མང་པོ་འདུག་འདི་སྐོར་ལ་འགས་ལ་གོ་སློབ་ཅིག་གསུང་རོགས་ཐུང་ཐུང་གཅིག།
རེད་ད་བོད་བཙན་པོའི་རྒྱལ་ཁབ་མཇུག་རྫོགས་ཡ་འདི་ལ་རྒྱུ་རྐྱེན་ལུགས་ཞིག་མང་པོ་ཡོད་རེད་བ་འདི་ཡི་ནང་ནས་རྒྱུ་རྐྱེན་གནད་ཁ་ཆེ་བ་ལུགས་ཀྱི་བཞི་རེད་གནད་ཁ་གཅིག་ག་རེ་རེད་ཟེར་ན་དཔོན་རིགས་བསྐོས་སྟངས་ཀྱི་ཐོག་ནས། སྔོན་མ་ཡིན་པ་ཡིན་ན་དཔོན་རིགས་ག་རེ་བསྐོས་དགོས་ར་ཟེར་ན་བཙན་པོ་ཁོ་རང་གི་ཞང་ཆོས་དང་པོ་དང་པོ་དེ་རུས་རྒྱུད་ནས་བསྐོས་དགོས་ར། དུས་སོང་མང་ཆེ་སྐབས་སུ་ཞང་ཞང་བུའི་ཆོས་ནས། ཨ་མས། བཙུན་མོའི་ཆོས་ནས་ཞང་བློན་ཞང་བློན་དེ་རེ་མང་པོ་ཞོ་བྱུང་དགོས་ར། འདི་གི་རྗེས་ལ་ཁྲི་སྲོང་ལྡེ་བཙན་གཡས་གཡོན་ནས་ཆས་རྗེས་ཆོས་བློན་བསྐོས་ར། ག་རེ་ཟེར་ན། ཆོས་ཀྱི་གནས་ཚད་མཐོ་རུ་ཞུའོ། ཁྲི་ར་བ་ཅན་གྱི་སྒོར་གསོལ་བ་ནི། སྲིད་ཇུས་འཛིན་སྟངས་ལོ་དེ་ག་རེ་རེད་ཟེར་ན་ཆབ་སྲིད་ཆོས་ལ་བདུན་དབང་དགེ་འདུན་ལ་དགུ་རེད་ལབ་ཡོད་རེད། ཁོ་རང་སྲིད་ཇུས་རེད་དེ་ན་ང་ཚོས་ལྔ་དང་ལྔ་བཅུ་ཟེར་བཟོ་གྲྭ་དང། ཨ་ནི། དེ་འདྲ་ཡང་ང་ཚོའི་སྲིད་ཇུས་ཀྱི་ག་རེ་རེད་བས། ནུས་པ་ཉིས་འབུམ་ཟེར་སྲིད་ཇུས་བཟོ་བྱོས། དེ་ནང་བདག་གིས་ཁྲི་ར་བ་ཅན་སྲིད་ཇུས་དེ་ཆབ་སྲིད་ཆོས་ལ་བདུན་དབང་དགེ་འདུན་ལ་དགུ་རེད་ཟེར་ཡོད་རེད། བྱས་ཙང་ཆབ་སྲིད་ཆོས་ལ་བསྟུན་ཟེར་དུས་སྒོར་གསོལ། རྒྱལ་ཁབ་ཀྱི་ཆབ་སྲིད་ཀྱི་ལས་དོན་ཚང་མ་ག་རེ་ཟེར་ན་སངས་རྒྱས་ཆོས་གཞུང་དང་བསྟུན་ཆེད། གོང་དུ་དགོས་དབང་དགེ་འདུན་ལ་བསྐུར་ཟིན་ན། འཛིན་སྐྱོང་གི་ལས་ཀ་བྱེད་ཉིན་ནང་ལ་ཀུ་ཤུ་ལ་གཙོ་བོ་བཞག་པ་རེད། ཨ་འདི་བན་དེ་བྲེ་འགས་དཔལ་གྱི་ཡོན་ཏན་ཟེར་བྱོ་རོ་ཨ། འོ་འདི་ཚུལ་བྲེ་མཐོན་པོ་ཞེ་བོ་རེད། འདས་བྱེད་དུས་སྐབས་སུ་འདི་ལ་ཨ་ནི་ང་ཚོའི་སྐྱེ་བོའི་བློན་པོ་བྱོ་རོ་ཨ། ཁྱིམ་རྒྱུད་ནས་མ། བཙན་པོའི་གི་པད་ཏི་མགར་སྟོང་བཙན་སོ་དགྲ་བཙན་དེ་མའི་མ་བརྒྱུད་པས་ནི་རིམ་པས་ཆེ་བྱི་ཆབ་སྲིད་དབང་ཆ་ཟིན་ཉོ་རོ་ཨ། ཁོ་ཚོ་ད་རྣ་བ་འགྲོ་དགོས་ཡོད་མ་རེད། ད་དེ་རྣ་བ་མ་འགྲོ་དུས་སྐབས་སུ་ཨ་ནི་བཙན་པོའི་ཁྲིམས་བཟོས་དགོས་རེད། དེ་བས་ཡང་ང་ཚོས་ཀུ་ཤུ་ལ་མིག་ལོག་བལྟས་ན་མིག་རིག་བཀོད་དགོས་དང་མཛུ་གུ་བཙུགས་ན་ག་རེ་རེད་དེ་བྱེད་ཀྱི་རེད་ཟེར་ན་ག་རེ་བྱས་ནས་མིག་ལོག་ལྟ་གི་ཡོད་རེད་ཟེར་ན་དབང་ཆ་དང། ཁྲི་རལ་བ་ཅན་གྱི་སྐབས་སུ་ད་རུང་དང་ག་རེ་བཀུག་རེད་ཟེར་ན་ཀུ་ཤུ་ལ་བཟོ་ལ་ཁྱིམ་ཚང་བདུན། ཨ་ནི་བསམ་ཡས་དགོན་པ་ལ་སྤྱི་བེད་ཀྱི་ད་ག་ཟེར་ན་དགོན་པའི་གི་ཆོས་གཞི་ཞེ་བོ་བུ་ཅི་ད་དཀའ་ངལ་ཞིག་འཕྲད་གི་ཡོད་རེད། དེ་ཆོས་རང་གི་དཀའ་ངལ་མ་རེད་ད་ང་ཚོས་ཡང་ག་རེ་བསམ་གི་འདུག་ཟེར་ན་ཆོས་དང་ཆོས་བྱེད་མི་སྣ་ལ་ཉེས་ཆད་ཡོད་རེད་བ། ཆོས་ཀྱི། ཆོས། དང་ཆོས་བྱེད་མིན་ན་སངས་རྒྱས་ཆོས་ལུགས་དེ་ངེས་པར་འདུག་ག་རེ་ཟེར་ན་ད་འཛམ་གླིང་ཞི་བདེ་བསྐྲུན་ཡས་ཟེར་ནའང་འདྲ་མི་ལ་བདེ་སྐྱིད་བསྐྲུན་ཡས་ཟེར་མ་བྱུང་ཀ་མེད་རེད་དོ། ཡིན་ན་ལ་མི་འགའ་ཤས་ཀྱིས་ཆོས་བོད་ཆོས་བཏང་བྱས། རང་གི་དབང་ཆ་རྩོད་ལེན་བྱས་ཡིན་ན་རེད། འདི་དབྱེ་བ་ཕྱེ་དགོས་འདུག་བསམ་གི་འདུག་བྱས་ཙང། ད་སྡོམ་ལ་བརྒྱབ་ན་བཙན་བུའི་གི། རྒྱལ་ཁབ་འཐོར་ཞིག་འགྲོ་ཡས་འདི་ལ། རུས་རྒྱུད་ཚོགས་པས་གི་དཀའ་ངལ་ཆེ་བ་རེད། བན་བོན་གྱི་སྐལ་ལྔ་ཞེས་པར་བན་དང་བོན་ལ་ཡོད་རོ། ཨ་ནི་ཆོས་བློན་དང་སྐྱེས་བུ་ལོན་པའི་བར་ལ་སྐལ་ལྔ་ཞེས་པར། སྐལ་ལྔ་དེ་ཚོ་ཚང་མ་འབུངས་རྗེས་ཨ་ནི་ད་བར་སྐལ་དང་མ་སོགས་ན། གནས་ཚུལ་ཅིག་ཐོན་བས་ལ་རྒྱུ་རྐྱེན་མང་པོ་ཅིག་བསགས་དགོས་རོ། འདིའི་རྒྱུ་རྐྱེན་མཐའ་མ་དེ་གར་སོང་ན་ཐོ་རེ་དེ། དུས་སུ་ཐོ་རེ་མ་འདོད་པས་ཀྱི། ཆོས་ཀྱི་ཤུགས་རྐྱེན་རང་བྱས་ཡོད་རེ་ཟེར་ན་དེ་འདྲ་ད་མ་རེད། ཆོས་ཁོ་རང་གི་ཤུགས་རྐྱེན་བྱས་ཅི་ཡོད་མ་རེད་བ། ཆོས་བྱེད་ཀྱི་མི་སྣ་དང་ཆོས་ཉིད་ལོགས་ཀ་ལོ་བཞག་དགོས་ཀྱི་འདུག་བསམ་གྱི་ངེས། ཁོ་གོས་སོང་ན་ཆབ་སྲིད་དབང་སྒྱུར་བྱས་ལ་ཆོས་བེད་སྤྱོད་བཏང་ཡ་ཞོར་མ་རེད་བས། དེ་ལ་ཉེས་དེ་འདྲ་དག་ཡོད་རེད་སྤྱི་དང། སངས་རྒྱས་ཆོས་ལུགས་དང་མ་འབྲེལ་བའི་གི་ང་ཚོའི་ལྟ་ཉེས་འདི་ཚོས་གི་ཆོས་ག་རེ་བྱེད་དུ་བཟོད་རེད་ཟེར་ན་དབང་སྒྱུར་བྱས་བྱེད་དུ་བཟོད་རེད་ལབ་གི་འདུག་བ། མི་ཡི་གི་ཁྲིམས་གི་ཐོག་ནས་མི་ཚང་མ་དབང་སྒྱུར་བྱེད་ཐུབ་གི་ཡོད་མ་རེད། རེད་བ། དེ་རིང་དེ་བཅིངས་པ་མ་བཏང་ཡ་ལ་ན། ཉིན་གུང་དང་ང་ཚོས་བལྟ་ཆོག་གི་རེད་ཁྲིམས་གི་སྒོར་མོ་ལྔ་བཅོ་ལྔ་སྒོར་མོ་བརྒྱ་ལྔ་བརྒྱ་ཡིན་ད་ལ་ན། ཉིན་གུང། ལྟ་ཐུབ་གི་ར་གོང་ད་ཡང་ཁུ་བཏང་ཟེར་བ་ར་མི་མེད་དུས་གོ་སུ་ཡིན་པ་ན་དེ་ལ་བཅིང་པ་བཏང་ན་དམྱལ་བ་རྡོ་རྗེ་སྟེང་ནར་སྐྱེ་གི་རེད་ད་ཟེར་ལ་བས་ན་འོ་ད་ཉིན་མོ་མོ་ག་མཚན་མོ་བ་དུས་ནམ་ཡང་ཁོ་ག་རེ་བཅིང་པ་བཏང་གི་མ་རེད་བྱས་ཙང་འདི་འདྲས་ཅིག་ཏུ་བཟོས་རེད་ལ་ཉིན་དེ་འདྲ་ཡོད་རེད་ད་དེ་ད་ང་ཚོས་གི་ནང་པའི་ངོས་ནས་ཁས་ལེན་གནང་གི་མི་འདུག་སྤྱི་བཏང་ཁོ་ཚོས་གི་འབྱུང་བ་རིག་པ་དེ་ཚོས་གི་བཤད་ཉེས་དེ་ཚོས་ཆོས་ག་རེ་ཅིག་ཏུ་བྱུང་རེད་ཟེར་ན་འདི་འདྲས་ཅིག་ཏུ་བྱས་རེད་ད་ཟེར་ལ་ཉིན་དེ་འདྲ་ཡོད་རེད། བྱས་ཙང་དེ་ངས་ཚོད་ཀྱིས་ལྟ་སྟངས་འདིའི་ཐོག་ནས་མ་ཡོང་ཅེས་བལྟས་པ་ཡིན་པ་ཡིན་ན་ཁོ་ལ་རྒྱུ་རྐྱེན་མང་པོ་ཡོད་རེད་ཆོས་གཅིག་པུ་མ་རེད་ཆོས་ཀྱི། ག་ལ་བོ་ར་ཕེད་དེ། ཆོས་བྱེད་མི་ནས་ཀྱི་ཤུགས་རྐྱེན་སྤྲད་ཡོད་རེད་ཟེར་ན་སྤྲད་ཡོད་རེད་མ་གཏོགས་ཆོས་རང་གི་ལྟ་མ་རེད་རྒྱུ་རྒྱུ་རྐྱེན་ཁ་ཤས་བྱོས་ལང་བ་ལང།
ཨེ་ལོ།